སྐྱེས་རབས་རྗེ་བཙུན་མི་ལ་རས་པའི་ཁྱི་ར་མགོན་པོ་རྡོ་རྗེ་ལ་སྤྱིར་དལ་འབྱོར་མི་ལུས་དཀོན་གསུངས་ཏེ་ཁྱོད་འདྲ་མཐོང་ན་དཀོན་རྒྱུ་མེད། ཅེས་གསུངས་པ་ལྟར་ངན་སོང་གི་སྟེང་དུ་བྱས་པ་ལ་མི་ལས་ཐུ་བ་མེད་དེ། ད་རེས་གང་ལྟར་ཆེས་ཀྱང་རང་དབང་ཡོད་པ་ཡིན་པའི་ཕྱི་རྒྱལ་དུ་སོགས་ཏེ། རྗེ་བཙུན་མི་ལེགས་ཀྱིས་ཁྱི་ར་མགོན་པོ་རྡོ་རྗེ་ཏུ་སྟུག་ཡོང་དུས་ཁྱི་ར་མགོན་པོ་རྡོ་རྗེ་དེ་སེམས་ཅན་སེར་ག་ཀྱང་ཉན་འགྲོ་བ་རེད་ཁོ་སྙམ་དུ་ཤ་ཁྱི་དེ་འདྲའི་ཁ་ཞིག་ཁྲིད་ཡོད་རེད་དེ་ནས་དུས་དང་རྣམ་པ་ཀུན་ཏུ་ཞོགས་པའི་ཡར་སྙིགས་དུག་འཚེར་བ་དང་ལམ་སང་ལྟ་སེམས་ཅན་ག་རེ་བསད་དགོས་ན་ག་འདྲས་བྱེད་དགོས་ན་བདག་འདི་དཔའ་གཙང་མ་བསོད་ཡས་དང་མཚོན་ཆ་འདི་གའི་སྡིག་པ་གཙང་མ་འཆི་ཡས་དང་ཡག་པོ་དོ་སྣང་བྱེད་ཀྱི་མ་གཏོགས་ཅི་གང་ཡོད་མ་རེད་སྡིག་པ་མི་དགེ་བ་རྐྱང་རྐྱང་མ་གཏོགས་དགེ་བ་ཕལ་ཆེར་སྒྲུབ་ཤེས་ཀྱི་ཡོད་མ་རེད་དེ་རྗེ་བཙུན་མི་ལའི་མདུན་ལ་སླེབས་ཡོང་དུས་གང་དུ་དེ་རྗེ་བཙུན་མི་ལས་གསུངས་པ་རེད་དེ་མགོན་པོ་རྡོ་རྗེ་ཁྱོད་རང་མཐོང་ཡོང་དུས་གང་སྤྱིར་བཏང་བྱས་ན་མི་ལུས་རིན་པོ་ཆེ་ཟིན་གི་དེ་དངོས་གནས་དཀའ་ལས་ཁག་པོ་རེད་རྩ་ཆེན་པོ་རེད་མི་ལུས་རིན་པོ་ཆེ་ཟིན་གི་འདུག་དེ་ཁྱོད་རང་མཐོང་ན་ད་དངོས་གནས་མི་ལུས་རིན་པོ་ཆེ་ཡིན་ས་མ་རེད་ཟེར་བར་ད་མི་ལུས་རྩ་ཆེ་གས་མི་འདུག་ཟེར་དེ་ཐོབ་ཡས་དཀའ་ལས་ཁག་པོ་ཡིན་ས་མ་རེད་ཟེར་གི་འདུག་འོ་དེ་འདྲའི་འུ་ཐུག་ནས་གསུང་གི་ཡོད་ཁྱོད་འདྲ་མཐོང་ན་དཀོན་རྒྱུ་མེད་དེ་འདྲས་ད་འབེལ་པོ་རེད་བ་གསུངས་པ་ཁྱོད་རང་འདྲ་པོ་དེ་འདྲས་མི་ལུས་རིན་པོ་ཆེ་མི་ལུས་དེ་འདྲས་ད་མང་པོ་རེད་བ་གསུངས་པ་དེང་སང་ང་ཚོ་འདུག་བསམ་སྟངས་ནི་འཇིག་རྟེན་འདི་ནང་དེ་འདྲ་མི་ལུས་ཐོབ་ལྡན་གྱི་ག་ཚོད་ཡོད་རེད་དེའི་ནང་ནས་ལུག་སྟག་རིང་བརྒྱ་ཆ་བཅུ་ཙམ་གྱིས་ད་མི་ལུས་དོན་དང་ལྡན་པ། མི་ལུས་རིན་པོ་ཆེ་ཟེར་གི་དལ་འབྱོར་བཅོ་བརྒྱད་ཚང་དེ་གི་བརྒྱ་ཆ་བཅུ་ཙམ་གྱིས་ཡོད་ན་མེད་ན། ཤིང་ཕལ་ཆེར་ཡོད་མ་དང། ད་གོས་སུ་གོན་པོར་ད་སྲིད་དང། དེང་སང་འདི་ག་དུག་དེ་ཏིས་སུ་ཐོབ་པ་དེ་ཚོ་ཡང་ད་སོ་སོས་གི་གཟབ་གཟབ་མ་བྱེད་པ་ནི་ད་ད་དུང་མར་འགྲོ་ཡ་གི་ལམ་རེད་མ་ཏོ་ཡར་འགྲོ་ཡ་གི་ལང་ཀ་ཅིག་ལྟ་བྱེད་བཏང་གི་ཡོད་མ་དང། འདི་ཡིན་དུས། ཅེས་གསུངས་པ་ལྟར་ངན་སོང་གི་གཏིང་དུ་བྱེད་པ་ལ་མི་ལས་ཐུ་བ་མེད་ངན་སོང་ལ་མ་ལྷུང་ལྷུང་འགྲོ་བའི་གི་གཏིང་རྒྱ་མཚོའི་གཏིང་ལ་བསྡད་མཁན་གི་རྡོ་དེ་ཚོ་ག་འདྲས་རེད་ད་ལྟའི་མ་གི་གཏིང་ད་མ་ཤུ་མ་ཤུ་མ་གི་བསྡད་དེ་ཡོད་རེད་དེ་ནི་ཡག་ཡོ་ཧན་གི་དུས་ནམ་ཡ་ད་ད་ཅི་གོ་སྐབས་ཡོད་མ་རེད་རྡོ་དེ་ཚོ་ལ་ཨོ་དེ་འདྲའི་ངན་སོང་གི་གཏིང་དུ་ནང་བཞིན་ཅིག་མ་ལྷུང་འགྲོ་བའི་བཟོ་ཡས་དེ་ཡང་མི་ལུས་རིན་པོ་ཆེ་གི་འདིའི་ཁ་ཐུག་དེ་རེད་ད་ཟེར་གོ་དེ་མི་ལུས་ཀྱི་སྡིག་པ་ཅི་བྱེད་ཀྱིས་ནི་སེམས་ཅན་གཞན་དང་འདྲ་གི་མ་རེད། དགེ་བ་ཅི་སྒྲུབ་ཀྱིས་ནི་སེམས་ཅན་གཞན་དང་འདུ་རེ་ཡོད་མ་རེད་རླབས་ཆེན་པོ་རེད། དཔེར་ན། ད་ངས་ཁ་སང་ཞུས་ཡིན་བསམ་སོང། ཁྱི་དང་ཞི་མི་དེ་ཚོ་ལ་ལྟ་དང་ཁྱི་དང་ཞི་མི་དེ་ཚོ་ལ་སྤུ་གུ་སྐྱེས་ཡོང། སྤུ་གུ་སྐྱེས་པ་དེ་ཁོ་ན་བརྩེ་བ་ཡོད་རེད་དེ་ནི་བརྩེ་བ་དེ་ཙམ་གྱི་ཤུགས་ཆེན་པོ་ཡོད་མ་རེད་དུས་ཚོད་ངེས་ཅན་གྱི་རེད་དུས་ཚོད་ག་ཚོད་བར་ཟླ་བ་གསུམ་བཞི་ལྔ། ཞེ་མེད་ཆེན་པོ་འདུག་ཆར་བ་དང་དེ་འཚེ་བ་ཡོད་མར་ད་སྐུ་ཉིད་གཅིག་དང་དྲུག་པ་བརྒྱད་རེད་དེ་གཅིག་བྱེད་ལུགས་པ། འོ་དེ་འདྲའི་ཇི་མ་དུ་ཡོད་མར་ད་བསམ་དང་ད། ཨ། དེ་ཕ་འདི་སུ་ཡིན་མ་འདི་སུ་ཡིན་དེ་ཧ་གོ་མར་ཨུ་དུ་ཟེར། ད་ག་ཚོད་བྱེད་དེ་གཅིག་བྱེད་ལ་བག་ཚོ་དེ། བརྩེ་བ་སེང་གེ་དེ་ཕལ་ཆེར་ཕལ་ཆེར་མི་འདུག་བ་ཡས་ཚ་འདུག་བ། རེད་དེ་ཁོ་ཚོས་སྡིག་པ་བྱེད་ཀི་ཡིན་ནའི་ད་ག་རང་རེད་ཉུལ་ཉུལ་དང།

འོ་སྡིག་པ་ཞིག་གིས་ནས་པད་མ་ཟས་ཤུགས་ཆེན་པོ་འཁོར་བའི་གི་སྟེང་རྡོ་ལ་མ་ལོངས་ལྷུང་ཡས་གི་འདི་རྒྱུ་དེའང་མི་ལུས་རིན་པོ་ཆེ་རེད་ད་དེ་ཚང་ཟབ་ས་ཆེ་པོ་རེད་གསུང་ཡས་དེར་དེ་འཁོར་བའི་སྟེང་རྡོ་བྱས་པ་ལ་མི་ལས་ཐུ་བ་མེད་དེ་ད་རེས་གང་ལྟར་བྱས་ཀྱང་རང་དབང་ཡོད་པ་ཡིན་པས་ད་ད་རེས་གར་བྱས་ནས་མ་བྱས་ནས་ད་ལྟ་ཆོས་བྱེད་ཡས་གི་གོ་སྐབས་རང་དབང་ཅིག་འདུག་ག་ང་ཚོར་བསམ་ད་ན་འདི་ཡས་བསོད་ནམས་ཆེན་པོ་རེད། འདི་སུས་ཀྱི་རང་དབང་དེ་སུས་སྤྲད་པ་རེད་ཟེར་ཁྱེད་རང་ཚོ་ལ་དཔེར་ན་དེ་གོན་ཆང་གི་དགོན་པ་ལ་ཡོང་དེ་གའི་གྲྭ་བ་དེ་གའི་དེ་སུས་སྤྲད་པ་རེད་ཟེར་ན་ཁྱེད་རང་ཚོའི་ཕ་མས་སྤྲད་པར་ད་བསམ་བཏང་དུས་གང། འོ་ཡ་ཕ་མས་གི་ད་པ་གའི་དགོན་པ་དེ་འདྲ་ཞིག་ལ་འགྲོ་གི་ཡིན་ཨོ་བླ་མ་དེ་འདྲ་ཞིག་ཀུན་ལ་ཕུལ་གི་ཡིན་ཟེར་ནས་ཁོང་རྣམ་པ་ཚོ་ཁང་དཀའ་ངལ་འཕྲད་ནས་ཕུལ་བ་རེད་དེ་ཡིན་ནས་ཡིན་ནས་ད་དོ་པེ་མ་ཟེར་ཁྱེད་རང་ཚོ་ཁོང་རྣམ་པ་ཚོ་བཀའ་དྲིན་ཆེན་པོ་རེད་དེ་གར་ཕྱིན་ད་ཆོས་བྱེད་ཡ་རང་དབང་ཡོད་ས་ཅིག་ལ་སླེབས་དང། ཨོ། དེ་འདྲའི་ར་ཡའི་དེ་བཀའ་དྲིན་ཆེན་པོ་ཕ་མ་སེང་གེ་དེ་བཀའ་དྲིན་ཆེན་པོ་རེད་ཟེར་ཡས་པའི་རྒྱུ་མཚན་དེར་བརྟག། ཁོ་རང་འུ་ཐུག་ནས་དེ་འདྲའི་ཞིག་དཀའ་ངལ་འཕྲད་པ་རེད་དེ་ཡིན་ནས་ད་དུང་ངའི་སྤུ་གུ་དེ་ཡག་པོ་བྱུང་ན་བསམ་བསམ་རེ་བྱེད་ཀུན་སློང་མ་དང་ཡོག་མར་བསྡད། དེ་ཚོ་ཆོས་བྱེད་ཟེར་གི་གནས་གཅིག་ལ་སླེབས་པར་ཆོས་བླ་མ་དང་མཇལ་སོང་བ་རེད། ཨོ་དེ་འདྲའི་གི་རང་དབང་ཡོད་པའི་དུས་ཚོད་ཅིག་ལ་སླེབས་པར་གདའ། དེ་ཡིན་དུས་རང་དབང་ཡོད་པ་ཡིན་པས་ཇི་སྐད་དུ། སངས་རྒྱས་ཀྱི་མདོ་དེ་འདྲི་གི་ན། ག་འདྲས་གསུངས་པ་རེད་ལེགས་ན་ཐར་པའི་གྲུ་གཟིངས་ལུས་འདི་ཡིན། ཨོ་ད་ཡག་པོ་བྱེད་ཀྱི་ཡིན་ན་ལེགས་སེ་དུས་གང་ན་ཡག་པོ། དཔེར་ན་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་ཡར་འགྲོ་བསམ་གྱི་འདུག་ན་ལམ་བཟང་པོ། ཨོ་ཡ། འབྲས་བུ་ཡང་དག་པ་ཅིག་ཐོབ་རྒྱུ་ཡོད་ས། ཨོ་ལེགས་ན་ཡང་ཐར་པའི་གི་ཡ་ས་ལ་ཡར་འགྲོ་སའི་གི་ཐབས་ཤེས་དང་མ་གསུངས་ནས་ལམ་གསུངས་ནས་མི་ལུས་རིན་པོ་ཆེ་འདི་ལུས་འདི་རེད་ད་གསུངས་ནས། གྲུ་གཟིངས་འདི་རེ་རྒྱ་མཚོ་ལས་མ་བརྒལ་ཙམ་དགོས་དོན་གྲུ་གཟིངས་ཤིག་དགོས་གོ་རེད་གྲུ་གཟིངས་མེད་ན་ཡོང་དམར་བ་གྲུ་གཟིངས་ལ་བཞོན་ནས་དེང་ཆུའི་ཕ་རོལ་དུ་འགྲོ་དགོས་གོ་གྲུ་གཟིངས་རྒྱ་མཚོའི་དཀྱིལ་ལ་སླེབས་ཚར་དུས་གང་ལ་གྲུ་གཟིངས་དེ་ལས་རྩ་ཆེ་བ་ཡོད་མ་རེད་ད་ག་ཚོད་གྲུ་གཟིངས་དེ་ཁྱོད་རང་ལ་སྡུག་ཅག་བྱས་པ་ཡིན་ནས་གྲུ་གཟིངས་དེ་ནང་ཞིག་བཀའ་དྲིན་ཆེན་པོ་ཡོད་མ་རེད་གལ་ཏེ་གྲུ་གཟིངས་དེ་མེད་པ་བཟོས་ན་ཁྱོད་རང་ཆུ་ནང་ལ་ལྷུང་ཤི་འགྲོ་གོ་རེད་ཆུའི་དཀྱིལ་ལ་ཡོད་དུས་གང་ལ་གྲུ་གཟིངས་ལས་བཀའ་དྲིན་ཆེ་བ་ཡོད་མ་རེད་འོ་དེས་འདུས་ཁམས་ཐ་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་འགྲོ་བས་ཀྱི་ལུས་གྲུ་གཟིངས་ལྟ་བུ་དེ་ག་གིར་ཟེར། ལུས་འདི་རེད་དེ་ལུས་འདི་རྩ་ཆེན་པོ་རེད་དོ། ལུས་འདི་ལ་ཐུབ་ཚོད་ལྟ་ཡ་རེད་མི་འདུག་བ། རེད་དེ་ཐར་པ་གདུགས་སུ་ཐོབ་པ་དང་ལུས་འདི་གཡུག་བཞག་གོ་རེ་མ་གཡུག་བཞག་གོ། རྒྱ་མཚོ་གདུགས་སུ་བརྒལ་ཚར་བ་དང་གྲུ་གཟིངས་གཡུག་བཞག་ནས་འགྲོ་གོ་རེ་ད་ཁྱེད་རང་ཁ་རྩ་ཆེན་པོ་ཞི་བོ་ཡིན་བཀའ་དྲིན་ཆེན་པོ་ཡིན་ཟེར་ཁིར་འགྲོ་ཡ་ཡོད་རེད་ཡོད་མ་རེད། འོ་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་འགྲོ་འདོད་མཁན་ལ་ལུས་འདི་ཁེལ་ཡོད་མ་རེད། དེང་སང་གྲུ་གཟིངས་ལྟ་བུ་དེ་རེད་ལུས་འདི། ཨོ། དེ་ཡར་ལེགས་ན་ཐར་པའི་གྲུ་གྲུ་གཟིངས་ལུས་འདི་ཡིན། ཉལ་ན་འཁོར་བའི་གཏིང་རྡོ་ལུས་འདི་ཡིན། ཨོ་ལ། ལམ་ལོག་པ་ཅིག་ལམ་ཉེས་སོང་ན། ནག་ཉེས་ཆེ། ལམ་ལོག་པ་ཅིག་ལམ་ལོག་ཟེར་ཡ་དེ་ག་རེད། འདོད་ཆགས་ཞེ་སྡང་གཏི་མུག་གིས་ཀུན་ནས་བསླངས་ནས་སྡིག་པ་མི་དགེ་བའི་ལས་སྒྲུབ་ཀྱི་ཡིན་ན། ལུས་འདིས་རྐྱེན་བྱས་ནས་སྡིག་པ་སྒྲུབ་ཀྱི་ཡིན་ན། ཨོ། འཁོར་བའི་གཏིང་རྡོ་ཡང་ལུས་འདིས་བྱེད་ཀྱི་ཡོད།

དཔེར་ན་སེམས་ཀྱི་ནང་ལ་ག་རེ་དྲན་པ་དེ་གིས་དེ་ང་གང་ཐོག་ལ་འགྲོ་གི་ཡིན་བསམ་ན་དང་པོ་གང་ཐོག་ལ་ག་བ་འགྲོ་གི་ཡིན་ནམ། འགྲོ་སའི་གི་གནས་དེ་དང་འགྲོ་ས་ཚོང་ཀྱང་བཅའ་ལག་ཉོ་ས་དེ་ས་ཆ་དེ་ལ་དང་པོ་སེམས་དེ་མ་གི་ཕྱིན་ཚར་བ་དེ། མ་གི་སྐོར་ཞིག་བརྒྱབ་ཚར་དེ་དེ་དེ་ཉོ་གི་མ་ཕྱིན་ཏེ་ལམ་སང་ཡང་སེམས་དེ་ཡར་ཡོང་དེ་མ་དེ་དེ་ནང་ལ་འཛུལ་དེ་གཡོག་པོ་དེ་དྲིན་ཆེ་བ་རེད། དེ་ཚང་ལུས་དེ་གཡོག་པོ་ནང་བཞིན་རེད་དེ་འགལ་བ་སྒྲུབ་ཀྱི་ནས་ལུས་དེ་ལ་གཡོག་པོ་བཀོད་ནས་དེ་འགལ་བ་སྒྲུབ་ཀྱི་ཡོད་རྟ། བས་ན་ཕྱག་འཚལ་བསྟོད་ཚུལ་དགེ་བར་བ་མཆོད་པ་འབུལ་བ་དང་དགེ་བར་བ་བྱིན་པ་དང་ཡང་དག་དགེ་བར་བ་སོགས་སྐྱབས་གཡས་དང་ལུས་ཀྱི་དགེ་བ་གསུམ་པོ་འདིར་བ་སོགས་བཅོས་མ་བྱིན་ནས་ལོག་གཡེམ་ཡོར་བ་སོགས་མ་བྱས་བར་ཚེ་ཐར་བཏང་བའོ། རྐུ་མ་མ་བརྒྱབ་པ་བཅས་སྦྱིན་པ་བཏང་བ། ལོག་གཡེམ་མ་བྱས་པ་བཅས་ཚུལ་ཁྲིམས་བསྲུང་བའོ། དེ་འདྲའི་བྱེད་ཀྱི་ན་ལུས་ཀྱི་དགེ་བ་ཡིན་བསྒྲུབ་ཡས་འདུག་བ་ལུས་འདིས་བསྒྲུབ་ཀྱི་ཡོར་དང། ཨོ། དེ་ཡིན་ཙང་དགེ་བ་སྒྲུབ་མཁན་ནི་ལུས་འདི་སྒྲུབ་ཀྱི་ཡོད་རེད་སྡིག་པ་བྱེད་མཁན་ནི་ལུས་འདི་སྒྲུབ་ཀྱི་ཡོད་རེད་དེ་ཙང་ཡར་འགྲོ་མར་འགྲོ་གི་ས་མཚམས་དེ་མི་ལུས་རིན་པོ་ཆེ་འདི་རེད་སེམས་ཅན་དེ་ཚོ་ལ་ཡར་འགྲོ་མར་འགྲོ་ས་མཚམས་ཡོད་མ་རེད་མར་འགྲོ་མར་འགྲོ་ཡར་འགྲོ་ས་མཚམས་ཡོད་མ་རེད་སེམས་ཅན་དེ་ཚོ་ལ་ད་བསམ་བཏང་ད་ལྷའི་གནས་ལ་ཡ་གི་སྐྱེ་བ་ལེན་བསྡད་མཁན་དེ་ཚོ་ལ་ཡར་འགྲོ་མར་འགྲོའི་ས་མཚམས་མ་རེད་ཁོང་ཚོ་ཡ་གི་རྒྱུན་རིང་པོ་བསྡད་ཀྱི་རེད་མ་གཏོགས་མར་འགྲོ་རེད་ཁོང་ཚོ་ཡ། བར་གྱིས་ནི། འོ་ད་སྐལ་བ་གཅིག་གཉིས་གསུམ་བཞི་དེ་འདྲའི་དེ་འདྲའི་ཚེ་རིང་པོ་དེ་འདྲའི་དེ་འདྲའི་དེ་འདྲའི་ཡོད་དེ། ལོ་འབུམ་ཕྲག་གི་སྐོར་རོ་གཅིག་སྐོར་རོ་གཉིས་ཟེར་གི་དེ་ད་ཉུང་ཉུང་རེད་སྐལ་བ་མང་པོ་དེ། འོ་དེ་འདྲའི་ཚེ་རིང་པོ་དེ་གའི་ལྷ་ཚེ་རིང་པོ་ཟིག་གི་འདུག་ཨ། འོ་དེ་འདྲའི་ཚེ་རིང་པོ་དེ་གའི་ལྷ་དུང་ག་རེ་ཡོད་རེད། ཁྱི་སྐྱིད་པོ་རྐྱང་རྐྱང་བདེ་བ་རྐྱང་རྐྱང་མ་གཏོགས་སྡུག་བསྔལ་ཁྱོད་མཐོང་ཡས་ཡོད་མ་རེད་སྡུག་བསྔལ་མེད་མཐོང་ཡས་མེད་དུས་གང་ལ་ད་ང་དེ་ནས་ཐར་ན་ཅི་མ་རུང་བསམ་པའི་བློ་དེ་ཁྱོད་ནས་རང་ཡོད་མ་རེད་དགེ་བ་བསྒྲུབ་ཡས་བློ་དེ་ཡོད་མ་རེད་ད་ཡིན་ནས་སྡིག་པ་ཡང་བསྒྲུབ་གི་ཡོད་མ་རེད། མ་གྲུབ་ནས། སྔས་མ་བསོད་ནམས་བསགས་བཞག་པ་འདི་བེད་སྤྱོད་བཏང་བཏང་བཏང་བཏང་དུས་ཚོད་ཚོ་ནི་རྫོ་ཨེ་ཡོད་རོ། ཁྱོད་རང་བེང་ན་ལ་གོ་མོ་བེ་ན་བུམ་ང་བླུག་ད། དེ་ནི་ཡག་ཁྱོད་ནི་མ་བླུག་བ་ཆེ་རྟག་པ་མ་སྟོན་གི་ན། Withdraw བྱེད་ཀྱི་ན་ད་ཉི་མ་གཅིག་རྫོགས་འགྲོ་གི་རོགས་དེ་ད། འོ་དེ་ད་གཅིག་པ་རེད། དགེ་བའི་གི་ལས་ཀྱི་བསགས་བཞག་པའི་རྒྱུ་སྐྱེ་བོ་སྔོན་མ། ད་ཚེ་འདི་ལ་ད་གཏོགས་དགེ་བ་གྲུབ་འདི་ཨོ། འདི་ཡག་བླུག་གི་བླུག་གི་བྱས་སོང་ན་ཡག་པོ་བེང་ན་ལ་བེད་སྤྱད་བླུག་གི་བླུག་བྱས་ན་མང་དུ་མང་འགྲོ་གི་རོ། ད་མ་དེ་འགྱངས་བྱས་ཡག་ཁྱོད་ནི་བླུག་གི་ཡོད་པར་དུས་ཚོད་རྫོགས་གི་རོ། དེ་དགེ་བ་ནི་ཁྱོད་ནི་སྒྲུབ་ཀྱི་ཡོད་མ་རེད་ལ་དེ་ཚོ་སྐྱིད་པོ་བཏང་ནས་དགའ། སྐྱོ་ངེ། སྡུག་པོ་ནི་མཐོང་གི་ཡོད་མ་རེད་དེ་ནི་སྐྱོ། སྐྱོ་སེམས་དེ་སྐྱེ་གི་མ་རེད། འདི་ནི་ཐར་ན་ཅི་མ་རུང་བསམ་པའི་བློ་དེ་སྐྱེ་གི་མ་རེད། རྒྱུ་མཚན་དེ་ཡིད་ཆེས་ཡར་འགྲོ་མར་འགྲོའི་ས་མཚམས་མར་བཏགས་སླ་ཡང། ད་མི་ལུས་རིན་པོ་ཆེ་འདི་རེད་འདུག་ཨ་ཡར་འགྲོ་མར་འགྲོ་ས་མཚམས་དེ་གང་སྲིད་གནད་འགག་ཆེན་པོ་སྐྱེ་བ་སྔོན་མ་ང་ཚོས་ཡག་པོ་བྱས་ཡོད་ཏན་ཏན། མཐའ་ཡག་པོ་མ་བྱས་ན། ཉེན་ཁ་ཚ་བོ་རེ་ད་འཁོར་བའི་གཏིང་རྡོ་ཆེ་གི་རེ་ད། མ་གི་རྒྱ་མཚོའི་གི་སྟེང་ལ་ཡོད་པའི་དོ་དང་ཞིག་ཡར་ཡོང་བའི་གི་ཅང་སི་ཡོ་མ་ད། ཨོ་དེ་འདྲའི་ཆ་ཡི་ཉིན་ག་ཡོར་ད་གསུང། ཨ་ཉེས་ན་འཁོར་བའི་སྟེང་དུ་ལུས་འདི་ཡིན་བདེ་སྡུག་ཀུན་གྱི་ཡོ་བུ་ལུས་འདི་ཡིན་ཞེས་གསུང། དེས་ན་སྔོན་བསགས་པའི་བསོད་ནམས་ཀྱི་མཐུ་ལས་ད་རེས་དལ་འབྱོར་ཆོས་བརྒྱད་དང་ལྡན་པའི་མི་ལུས་ཞིག་རྙེད་པ་འདི་ལ་སྙིང་པོ་དམ་པའི་ལྷ་ཆོས་ཤིག་མ་ལོན་པར་ཟིལ། འདི་བཟུང་བསྟེན་ན་ཚེ་སྔོན་མ། སྔོན་བསགས་ལས་ཀྱི་སོ་སོའི་སྔོན། སྔོན་བསགས་བསོད་ནམས་ཀྱི་མཐུ་ལས་བརྟེན་ནས། སྔོན་སྐྱེ་བོ་སྔོན་མ་སོ་སོའི་གིས་བསགས་བྱས་པའི་བསོད་ནམས་ཀྱི་མཐུ་ཅི་ཡོང་རེད་རྒྱུ་མཚན་དེ་ལ་ལྟོས་ནས་ད་ལྟ་མི་ལུས་རིན་པོ་ཆེ་བསྟན་བཅོས་ཆོས་རྗེ་ཚང་བའི་མི་ལུས་རིན་པོ་ཆེ་དེ་འདྲས་ཐོབ་སོང་བ་རེད། ཐོབ་པ་ཐོབ་པ་འདིས་འདི་ལ་སྙིང་པོ་དམ་པའི་ལྷ་ཆོས་ཤིག། མ་གྲུབ་པ་ཡིན་ན། ད་དམ་པའི་སངས་རྒྱས་ས་ལ་ཡང་འགྲོ་ཡས་ཀྱི་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་འགྲོ་ཡས་ལམ་ཡང་དག་པ་ཅིག་སངས་རྒྱས་གསུངས་ཡོད་རེད་འདི་ཚུལ་བཞིན་དུ་སོ་སོས་དཔྱད་པ་བྱས་འདི་བསྒོམ་ལག་ལེན་བསྟར་གྱི་ཡིན་ན། དེ་ནི་ཤེས་ནི་མི་ལུས་དོན་དང་ལྡན་པ་ཆགས་འགྲོ་གི་རེད། ཚུར་ཡོང་དུས་གང་ལ་ཨ་མའི་ཁོག་པ་ནས་ལག་པ་སྟོང་པ་བྱིན་ནས་ལོག་པ་རེད་དེ་ཕར་འགྲོ་དུས་གང་ལ་ལག་པ་ལ་ནོར་བུ་འཁྱིལ་ནས་འགྲོ་ཡ་ཡོད་རེད་ད། བཅོས་ཡང་དག་པ་བྱེད་ཀྱི་ཡིན་ན། འོ་ཡ་དེ་ཕ་གས་སྟོང་པ་ལ་ལོག་འགྲོ་ནས་སོ་སོའི་ལག་པར་སོ་སོ་སྐུ་གཞི་རེད། ཕར་ཕྱིན་སྟོང་པ་ལོག་གི་ནས་གཙོ་ཡོངས་གྲོལ་སྟོང་པར་འོ། འདི་ཡིན་དུས་གང་སོ་སོའི་ལག་པ་ལ་འདུ་བ་གཞན་ལག་པ་ལ་ཡོད་མ་གདའ་འོ། ཚེ་འདིའི་ལྟོ་གོས་དང་འཇིག་རྟེན་གྱི་ཆོས་ཆོས་བརྒྱད་སྒྲུབ་པའི་ངལ་བ་དལ་འབྱོར་དོན་མེད་དུ་ཟད་དེ། གལ་ཏེ་ཆོས་ཡང་དག་པ་ལྷ་ཆོས་ཡང་དག་པ་ཞིག་མ་ལོན་པར་ཟིན་དུ་མ་གྲུབ་པ་ཡིན་ན། ཚེ་འདིའི་ལྟོ་གོས་གཅིག་པོ་ལ་བསམ་བློ་བཏང། ང་ལྟོ་ཡག་པོ་ཟ་ཡ་གཅིག་དགོས་དགོས་གོས་ཡག་པོ་གོན་ཡ་གཅིག་དགོས་དགོས་གདན་ས་ཡག་པོ་གཅིག་དགོས་དགོས་ཟེར་འཇིག་རྟེན་ཆོས་བརྒྱད་གཅིག་ལོག་བྱས་ལ་མིང་ཡག་པོ་དགོས་དགོས་གུས་ཞབས་ཡག་པོ་དགོས་དགོས་ཐོབ་པ་དེ་འདྲི་ཡག་པོ་དགོས་དགོས་དཔལ་འབྱོར་ཡག་པོ་དགོས་དགོས་ཨོ་དཔོན་དཔོན་རྒྱ་དང་དེ་ནས་གྲོགས་པོ་རྒྱག་པོ་རྫིག་པོ་དེ་འདྲི་དགོས་དགོས་བསམ་པ་འཇིག་རྟེན་ཆོས་བརྒྱད་རེད་དེ་དེ་འདྲི་གཅིག་པོ་ལ་གཡེངས་སོང་ན་སྲིད་གོ་ད་དེར་མེ་ཚེ་དོན་དང་ལྡན་པ་མ་རེད་མེ་ཚེ་ཆུད་ཟོས་སུ་འགྲོ་དགོས་རེད་ད། འོ་དེ་རེད་ད། ད་སོ་སོའི་ལག་པ་ལ་དུ་བ་འདི། འཇིག་རྟེན་ཆོས་རྗེས་སྒྲུབ་པའི་ངལ་བ་དལ་འབྱོར་དོན་མེད་དུ་ཟད། འཇིག་རྟེན་ཆོས་རྗེས་སྒྲུབ་བཞག་པ་དེ་དཀའ་ལས་བརྒྱབ་བཞག་པ་དེ་དོགས་སྐྱོང་རེད་དཀའ་ངལ་རེད་ཟེར་ངལ་བ་རེད་ཟེར། གལ་ཆེ་ནི། སྐྱེ་བ་ཕྱི་མ་ལ་ནི་ཁོས་ཕན་གྱི་མ་རེད། སྐྱེ་བ་ཕྱི་མ་ལ་ཕན་དེ་དམ་པའི་ཆོས་ཡང་དག་པ་ཞིག་སྒྲུབ་དགོས་དགོས་དེ་རེད་ད། ད་དམ་པའི་ཆོས་ག་རེ་ཡིན་ནམ་བསམ་གྱི་འདུག་ན། ཨོ་སེམས་བཟང་པོ་ཁྱེད་རང་དོན་མེད་པ་ཁྱེད་གཞན་དོན་འབའ་ཞིག་པ་གཅིག་པོ་བརྩོན་ལྡན་གྱི་རེད། འདིར་དང་གཞན་ལ་གནོད་འཚེ་སྐྱེལ་ཡས་དུས་རྒྱུ་མཚན་ཞིག་རིགས་རང་དོན་ཡོད་པའི་རྟགས་རེད་གཞན་དག་ལ་གནོད་འཚེ་སྐྱེལ་དུས་གང་ཨོ། དང་གཞན་དག་གར་སོ། གཞན་དག་ལ་ཕྲག་དོག་ཡོད་པའི་རྟགས་རེད་གཞན་ལ་གནོད་གནོད་འཚེ་སྐྱེལ་བ་ཡིན་ན་རྒྱུ་མཚན་དེ་ཡི་ཕྱིར་རང་དོན་ཡལ་བར་དོགས་ནས་གཞན་དོན་འབའ་ཞིག་པ་ཨོ་འདི་ཁོ་ན་ལ་བསམ་བློ་བཏང་ནས་འདི་ནི་སོ་སོའི་གི་ཆོས་ཅིག་སྒྲུབ་གི་ཡིན་ན་ཆོས་ཡང་དག་པ་ཆགས་འགྲོ་གི་རེད་སྐྱལ་བ་ཚེ་འདི་ལ་ད་ཁྱོད་རང་གྱོང་རང་དོགས་ཁག་པོ་རེད། ཁྱོད་ཡང་དག་པ་བྱིན་གྱིས་རྫོགས། གྱོང་རག་ལས་ཚེ་འདི་ལ་ཚེ་ཕྱི་མ་ཁྱོད་རང་གྱོང་རག་མར་དང། འོ་དེ་ལས་ཚེ་འདི་ལས་ཚེ་ཕྱི་མ་གལ་ཆེ་གསུངས་པས། རང་ལས་གཞན་གལ་ཆེ་ཆེ་ཚེ་འདི་ལས་ཚེ་ཕྱི་མ་གལ་ཆེ་ཟེར། འོ་འདི་བསམ་བློ་བཏང་གིས་མིན་པས། འོ་རྒྱུ་མཚན་དེ་ཡི་ཕྱིར། དེང་ཆོས་མི་ལུས་རིན་པོ་ཆེ་ཐོབ་པ་དེ་དོན་མེད་དུ་ཟད་དེ། འཆི་ཁ། འཆི་ཁ་བགྲང་ལག་ཐབས་པ་ནི་ཕོ་མ་སྐྱེས། འདུན་མ་འདུན་མ་མ་ལེགས་པ་ཡིན་ཏེ། འདིར་དེ་ད་ཤི་དྲོ་ཡོད་འདི་གང་ལ་དེ་ནི་མི་ཆོས་ཁྱོད་ནི་རང་མ་ཕྱིན་གི་ཤི་དྲོ་ཡོད་འདི་འགས་འདི་གར་འཆི་གི་རེད། ཁོང་ཁྲོ་ལང་གི་རེད་ཞེ་སྡང་བར་ཡོང་གི་རེད་ཕྲག་དོག་ཡོད་རེད་སེར་སྣ་ཡོད་རེད་ཤི་དྲོ་ཡོད་འདི་གང་ལ། དེ་ནི་དེ་ནི་སེམས་འཁྲུལ་འགྲོ་གི་རེད། དེ་སེམས་འཁྲུལ་ཡོང་དོན་ད་གཞན་དག་གས་གས་བྱས་ཡོད་མ་རེད་ད་འདིའི་སྐབས་དེ་དེ་འདྲས་ཡོང་གི་ཡོད་ཟེར་གི་འདུག་ཨ་སོ་སོས་གི་འདིའི་སྔོན་མི་ཚེ་འདིའི་ནང་ལ་སྡིག་པ་བྱས་བཞག་པ་དེ་གི་ཚང་མ་ཁྲ་ལམ་ལམ་དྲན་ཡོང་ཟེར་འདིའི་སྐབས་དེ། དེ་ནས་ད་བློ་ཕམ་ནས་སེམས་དྲན་ལ་དེ་ནི་ལག་པ་ལག་པ་གཉིས་དེ་བང་ཁོག་ལ་བརྡབ་གི་རེད་སོང་ད་ང་ཡི་བྱས་མི་འདུག་ཟེར་དེ་འདྲས་དེ་དུས་ཕྱི་ཚར་བ་དང། ཕྱི་དགའ།

འོ་དེ་འདྲས་ཀྱི་ད་ད་བསམ་བཏང་དུས་ག་ལ་ག་འདྲས་སྙིང་རྗེ་བོ་དང་འཆི་ཁ་གྲང་ལག་འཐབ་པ་ནི་ཕོ་མ་ཀྱི་འདུན་མ་མ་ལེགས་པ་དེ་འདུན་མ་མ་ལེགས་པ་དེ་སྲིད་དུས་ག་ལ་ད་ཁྱེད་རང་གི Future ཡག་པོ་ཡོད་མ་རེད་ལབ་དང། དེ་དུས་ག་ལ་བྲང་ཁོག་ལ་བྲང་ཁོག་དང་ལག་པ་གཉིས་རྫིང་རེ་རྩེ་བའི་ཁ་ཐུག་སྐད་སྐད་ངན་སྐད་ངན་བརྒྱབ་དེ་ནི་མིག་ནི་མིག་ཆུ་བཏང་བྱས་བྱས་བའི་སྐད་མཚམས་ལ་ད་ཚེ་ཕྱི་མ་དེ་ཡག་པོ་ཡོད་མ་རེད་འདུན་མ་མ་ལེགས་པ་དེ་སྲིད། འོ་མ་འོངས་པ་ལ་ཁྱེད་རང་ཡག་པོ་ཡོང་ཡ་མེད་པ་ཐག་ཆོད་ཚར་བ་རེད་གསུང་བ་ད་དེ་འོ་དེ་འདྲའི་གནད་འགག་ཆེན་པོ་རེད་འདུག་བ་ད་བསམ་བློ་དུས་མ་མ་ལེགས་པ་དེ་ག་འདྲའི་སྙིང་རྗེ་པོ་དང་འོ་དེ་ཚོ་ངས་ཟེར་ན་དེ་ཚོ་བློ་ལ་ཟིན་དགོས་སྐབས་འགོར་དེ་འདྲའི་དེའི་ཁར་སོ་ལུས་རྒྱུས་སོ་འདི་འདྲའི་དང་སྙིང་རྗེ་པོ་དེ་འདུག་བ་བློ་ལ་ཟིན་བཞག་གོ་ད་ལྟ་ཁྱེད་རང་ཚོ་ལོ་ཆུང་ཆུང་གང་དེ་འདྲ་དེ་པུག་ཆུང་ཆུང་དེ་འདུག་བ་ཁ་ཤས་ད་ཉན་གི་མི་འདུག་ད་ཉན་མཁན་གྱི་འདུག་བ་ཁོ་ཚོས་གོ་བདེན་གི་བྱོས་རོགས་ཨོ་ཇེ་མང་ཡག་ཆེན་པོ་ཆགས་དུས་གང་འདི་ད་ལྟ་གོ་བ་དེ་དཔེ་མ་སྲིད་བརྟན་པོ་དེ་རེད།

ཨོ་སྒྲུབ་བྱས་ནས་པདྨ་ཨི་ཏྲ་དུ་མ་བཟུང་ནས་རྩིག་པ་རྩིག་ཡོང་དུ་ཡང་རྩིག་མེད་ཁང་དྲུག་འདུག་སྟེ། ཨོ་དེ་འདྲའི་ཁང་དྲུག་ཡང་ཡོད་རེད། དེང་སང་ཕྱི་ཁ་གྲང་ལ་འཐག་པ་ནི་ཕོ་མ་གྱི་མདུན་མ་མ་ལེགས་པ་ཡིན་ཏེ་སོ་ད་ཕེའུ་ཅལ་དེ་ཡག་པོ་མདུན་མ་དེ་དེ་མ་འོངས་པའི་གི་མདུན་ལམ་དེ་ཡག་པོ་ཡོད་མ་རེད་གསུངས་ད། ད་ང་གི་དམྱལ་བ་ཡི་དྭགས་དུད་འགྲོ་ལ་འགྲོ་བས་ད་སྡུག་པོ་མྱངས་ས་ཞིག་ལ་སླེབས་འགྲོ་གི་རེད། སྤྱོད་འཇུག་ལས། རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱིས་སྤྱོད་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་ནང་ལ་ག་རེ་གསུངས་འདུག། འདི་འདྲའི་དལ་བ་རྙེད་གྱུར་ནས་བདག་གིས་དགེ་སྒོམ་མ་བྱས་ན། ཨོ། འདི་འདྲ་བའི་གི་ལུས་རྟེན་བཟང་པོ་མི་ལུས་རིན་པོ་ཆེ་འདི་ཐེངས་གཅིག་དཀའ་ལས་བསྐྱབས་བཞག་པ་འདི་སྐྱེ་བ་སྔོན་མ་བསོད་ནམས་ཀྱི་ཚོགས་བཞག་པ་ཚོགས་བསགས་ད་ཚེ་འདི་ལ་དལ་རྟེན་གྱི་མི་ལུས་རིན་པོ་ཆེ་འདི་འདྲའི་ཐེངས་གཅིག་རྙེད་པ་འདི། རྙེད་གྱུར། རྙེད་གྱུར་ནས་ཐེངས་གཅིག་ཐོབ་པ་རེད་ཐོབ་ནས། བདག་གིས་དགེ་བསྒོ་མ་བྱས་ན་ད་སོ་སོ་རང་གིས་དགེ་བ་གོམས་དགོ་རུ་བ་ཟེར་དགེ་བ་གོམས། གོམས་ཟེར་དེ་ག་རེ་ཟེར་ན། ངོ་ཚོས་དེ་མེ་ཏི་ཏེ་ཤུན་ཚིག་དུ་བ། མེ་ཏི་ཏེ་ཤུན་ཚིག་དེ་བསྒོམས་ཟེར་དེ། བསྒོམས་བརྒྱབ་པ་ཟེར་བསྒོམས་ཟེར་དེ་བསྒོམས་ཟེར་ན་དོན་དག་ག་རེ་བསྒོམས་བསྒོམས་ཟེར་ནས་གོམས་པ་རེད་ད་སོང། ལས་ག་རེ་ཡིན་ནས་ཡང་ནས་ཡང་དུ་བྱེད་ཀྱི་ཡིན་ན་ཁོ་གོམས་འགྲོ་ཡ་ཡོད་དེ། འོ་དེ་ལ་བསྒོམས་ཟེར་དེ། གོམས་བསལ་དེ་བྱ་བའི་ཚིག་དང་འབྲེལ་དེ་ཡོད་རེད། གོམས་བསལ་དུས་གང་ལ་བྱེད་པ་པོ་དང་འབྲེལ་ཡོད་མ་རེད། གོམས་བསལ་གྱི་དེ་བྱེད་པ་པོ་དང་འབྲེལ་ཡོད་རེད། དཔེར་ན། ད་ནམ་མཁའ་ལ་བྱ་བ་ཞེ་དྲག་བརྒྱབ་སོང་ན། དུས་ཚོད་ཚོད་ནི་བྱ་བ་བྱེད་བྱ་བ་བྱེད་མཁན་དེ་ཡོད་མ་རེད་བྱ་བ་ཁོ་ན་བྱེད་འགྲོ་གི་འདུག་ཨ། ཆ་ད་བྱས་བྱ་བ་བྱས་སོང་བར་བྱེད་མཁན་མི་ཡོད་མ་རེད་ཨ། ད་ཆར་པ་ཞིག་རྒྱག་གི་འདུག་ཟེར་ནས་ད་དེ་སྔོན་བླ་མ་ཅིག་དགུན་དུས་ལ་ཡར་ཞུ་ཡང་ན་སྔགས་པ་ཅིག་དགུན་དུས་ལ་ཡར་ཕྱར་ཆར་པ་ད་རེས་ང་ཚོ་དེ་འདྲའི་པིག་ནིག་ཅིག་བཏང་གི་ཡོད་ཆར་པ་དེ་བཅད་རོགས་གནང་ཆར་པ་བཀག་རོགས་གནང་དེ་ཁོས་ཆར་པ་བཅད་པ་རེད་ཟེར་བཅད་སྲིད་དུས་གང་ལ་བྱེད་པ་པོ་ཅིག་ཡོད་བཅད་མཁན་ཆེ་ཆར་པ་བཅད་པ་དང་ཆར་པ་ཕྱེས་པ་གཉིས་འདྲ་གི་མ་རེད། སེར་གསེར་དུ་བསྒྱུར་བ་དང་གསེར་དུ་གྱུར་པ་གཉིས་འདྲ་གི་མ་རེད། འོ་འདི་ནང་བཞིན་འདི་ནང་ལས་ག་རེ་ཟིག་འདུག། དགེ་བ་གོམས་པ་དང་དགེ་བ་བསྒོམ་པ་གཉིས་འདྲ་གི་མ་གོ་གཉིས་དང་གཅིག་སྒོམ་ཟིན་གི་དེ་བྱེད་པ་པོ་དང་བདེ་བ་ཡོད་རེད་གོམས་ཟིན་གི་དེ་རང་བཞིན་གྱིས་གོམས་སོང་བ་རེད་ཨིན་ཇི་ནཱ་ལེ་ནི་ག་རེ་ཟེར་བ་རེད Spontaneous Presence ཟེར་གི་འདུག་ཨ་འོ་ཁོ་རང་རང་བཞིན་གྱིས་དག་དོན་ཡོང་གི་རེད་དཔེར་ན་སེམས་སྡིག་པ་མི་དགེ་བའི་ལས་བྱེད་ཡ་དེ་བསམ་བློ་བཏང་ཡ་དེ་ཚོ་དང་དེ་ནི་ཁ་ནི་མ་ཚོགས་རེད་ཏུག་རིག་ངན་ཚེ་ལབ་ཡ་དེ་ཚོ་ཁྱེད་རང་གིས་དེ་ལབ་གི་འདུག་བསམ་གི་ཡོད་རེད་བསམ་གི་ཡོད་མ་རེད་ད་དོན་ཡོང་གི་དག་དང། འོ་གོམ་སོང་ར་དེ་གོམ་ཚང་དེ་དོན་གོས་འདུག་རེད་ངེ་ཚེ་དེ་ཡི་ཚང་མ་ལས་ཀ་སྡིག་པ་མི་དགེ་བའི་ལས་དེ་དགེ་དེ་ལ་གོམ་འགུག་མ་རེད་ཁྱོད་རང་ཨ་མའི་ཁོག་པ་ནས་སྐྱེས་པ་ནས་སོང་ནས་སྐྱེས་མ་ཐག་ཏུ་ལམ་སང་ཁོ་རང་ཁོང་ཁྲོ་ལངས་ཡོང་གི་རེད་ཨ་མས་ཡ་ནི་མ་ང་གཡུག་སོང་བསམ་གི་རེད་སྤུ་གུ་དེ་གི་ལམ་སང་མ་རྒས་བརྡབས་སོང་བསམ་གི་ཡོད་རེད་སྙིང་རྗེ་མ་རྒས་ལ་ད་དུག་ལོག་ད་མ་སོང་ནས་འཇམ་རི་བྱམས་བརྩེ་དེ་ཚོ་བཞག་པ་རེད་ད་དུག་ང་ཚེར་མའི་སྐྱེས་ལ་གཡུག་སོང་ང་ངུ་ནི་ངུ་དེ་དེ་ཁོང་ཁྲོ་ལངས་ནས་ངུ་གི་ཡོད་རེད་སྤུ་གུ་དེ། དེ་ནི་དང་ཁོང་ཁྲོ་བསླབ་དགོས་ཀྱི་འདུག་བསླབ་དགོས་མི་འདུག་འདོད་ཆགས་ཞེ་སྡང་བསླབ་དགོས་ཀྱི་འདུག་བསླབ་དགོས་མི་འདུག་གར་ཕྱིན། ཚེ་རབས་ཐོག་མ་མེད་པ་ནས་དེ་ལ་གོམས་སོང་བར་ཡང་ནས་ཡང་གོམས་ཡོང་དུས་གང་ལ་གང་གི་རང་བཞིན་གྱི་ལས་ཡོང་གི་འདུག་སྦྱང་དགོས་ཀྱི་མི་འདུག། འོ་དེང་སང་སྐྱབས་འགྲོ་དང་སེམས་བསྐྱེད་ཟེར་ཡ་དང་སྙིང་རྗེ་ཟེར་བའི་བྱམས་པ་སྒོམ་ཟེར་ཡ་དང་འོ་དེ་ཚོ་ལ་ཡང་ནས་ཡང་དུ་གོམས་ཀྱི་ཡིན་ན་དོལ་ཚོའི་ཚོ་ནི་བསླབ་དགོས་ཀྱི་མ་རེད་རང་བཞིན་དོན་ཡོང་གི་རེད་རྒྱུ་མཚན་ཅི་རེད། ངོ་ཚོའི་སེམས་ཀྱི་རང་བཞིན་དེ་འོ་དེ་ཚོ་རེད་ད་ཡག་ཏུ་ཟེར། སེམས་ཀྱི་རང་བཞིན་འདོད་ཆགས་ཞེ་སྡང་གཏི་མུག་མར་དག། དེ་ཚོ་གློ་བུར་བར་སེམས་ཀྱི་རང་བཞིན་འོད་གསལ་བ་དྲི་མ་རྣམས་ནི་གློ་བུར་བར་གསུངས་སོ། གློ་བུར་བར་དེ་བྷ་གའི་ཡས་དེར་ཉི་མའི་དཀྱིལ་འཁོར་ཡི་གེར་ཤ་དེའི་འོག་དེ་འོག་དེ་ནི་སྤྲིན་པ་དེ་འདྲའི་ཤ་ཡོང་དུས་གང་ན་སྔས་མ་རྣམ་འགྲུབ་མའི་དུས་གང་ན་བསམ་དགུའི་རྗེས་དག་ཧོ་ད་ཉི་མ་དེ་ཚ་བོ་མི་འདུག་ཟེར་སྤྲིན་པ་དེ་བད་ཁོ་ར་ཉི་མ་འདུག་ཟེར་གཏུམ་བཞག་བྱོས་སོང་ཞིག་ད་རྣམ་གྲོལ་གཅིག་པས་ཡོང་དུས་གང་ན་ད་གང་ཞེ་གའི་ཉི་མ་ར་མོ་དེ། བོད་སྐོར་མ་ནི་མ་འདུག་བ་འདི་སྤྲིན་པ་དང་སུ་ར། འོ་དེ་ཡིན་ཙང་དེ་ཚོ་གློ་བུར་བ་རེད་དར་ན་ཐོབ་བརྒྱ་དགུ་བརྒྱ་འདུ་བ་ལས་སོ་དེ་ཏུ་དབུག་ཕག་སང་དང་ཉི་མ་ཡ་ག་ཡོད་ག་རེད། འོ་དེ་ནང་བཞིན་ངོ་མཚོས་རྒྱལ་ལ་བདེ་བར་གཤེགས་པའི་སྙིང་པོ་དེ་ཡོད་རེད་སངས་རྒྱས་སྙིང་པོ་ཅན་དེ་གཞན་དག་གིས་དེ་འདྲའི་གནང་ཐུག་ས་ཅིག་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོས་དཀའ་ལས་བརྒྱབ་སྟེ་དེ་བས་ཕེབས་ཐུག་ས་ཞིག་ལ་ངོ་མཚོས་གར་ཕྱིན་འགྲོ་ཐུག་མ་རེད་སི་ཡ་དེ་འོ་དེ་སྤོབས་པ་དེ་གོ་རེད། རྗེ་འབངས་ཉི་ཤུ་ཟན་ལྔ་གིས་སང་གི་གུ་རུ་མཆེད་ཀྱིས་གང་གསུངས་བ་དེ་ཁོང་ཚོས་ལག་ལེན་བསྟར་ཡོང་དུས་གང་ན་ཁོང་ཚོ་གྲུབ་པ་ཐོབ་སོང་བ་རེད་ཁོང་ཚོ་གྲུབ་པ་ཐོབ་ཏེ་ང་ཡང་གྲུབ་པ་ཐོབ་གི་རེད་ཐོབ་རྒྱུ་ཡོད་རེད་ཐོབ་ཡས་ཀྱི་ང་ལ་ས་བོན་དེ་ཡོད་བསམ་གོ་བདེ་ས་བོན་ཡོད་པ་དེ་ང་ཚོས་ཧ་གོ་གི་ཡོད་མ་རེད་དེ་གང་ངའི་ཕྱི་དྲན་ཡོང་དུས་གང་ན་ཨ་ང་ལས་སྐྱོ་བ་མི་འདུག་ང་ལས་སྡུག་བ་མི་འདུག་ངས་འཇོན་ས་མ་རེད་ཟེར་སོ་སོས་སོ་སོའི་སེམས་ཤེས་སྲིད་དུའང་སོ་སོས་སོ་ཤེས་རོགས་དེ་ནི་མི་དེ་ག་ན་སྐམ་པོ་ཆགས་དེ་ཤི་རོགས་ཤི་རེད་ལམ་སང་སྐམ་འགྲོ་ནས་ཤི་རུ་ཤི་རུ་ཆང་གི་དུས་ནས་ཡོང་གི་འདུག་ཁོ་རང་ཁོ་རང་སེམས་ཤི་འགྲོ་བར་འདུག་འོ་དེ་འདྲས་བྱེད་རྒྱུ་ཡོད་མ་རེད་ཟེར་འདིའི་ནང་ལ་བདེ་བར་གཤེགས་པའི་སྙིང་པོ་དེ་ཡོད་རེད་དམ་ཨ་ཟེར་དེ་ལ་བརྙས་བཅོས་བཏང་ཡས་ཡོད་མ་རེད་དེ་ལུས་དེ་གང་བྱུང་སྒྲ་གང་ཐེབས་ཆག་དེ་འདྲས་མ་རེད་དེ། ངོ་ཡ་སྤྱོད་འཇུག་ལ་འདི་འདྲའི་དད་པ་རྙེད་རྒྱུར་ནི་བདག་གིས་དགེ་སྒོམ་མ་བྱས་ན་འདི་ལས་གྲུབ་པ་གཞན་མེད་དེ་འོ་འདི་ལས་འདི་ལས་འདི་ལས་བསླུས་པ་གཞན་མེད་དེ། འདི་ལས་བསླུས་པ་སོགས་འདི་སྣང་ཞིང་གོ་གོ་དང་གི་དེང་སུ་གཅིག་ཡོག་མ་རེད་གསུངས་དང་གར་ཕྱིན། དགེ་བ་ལ་དགེ་བ་མ་བསྒོམ་པ་ཡིན་ན་དེ་ཁྱོད་རང་གོ་གོ་དང་གི་ཡོ་རེད་དང། དགེ་བ་ལ་དགེ་བ་སྒྲུབ་གི་ཡོག་མ་རེད་སྡིག་པ་ཤ་སྟག་ཅིག་བྱེད་གི་ཡོག་རེད་འོ་དེ་གོ་གོ་དེ་སུ་སུས་སུ་ལ་དང་གི་ཡོ་རེད་ཟེར་ན་ཁྱོད་རང་གི་སོ་སུས་སོ་སོ་ལ་དང་གི་ཡོ་རེད་གོ་གོ་དང་གི་དེ་སོ་སོ་རང་རེད་གྱོང་དེ་སོ་སོ་རང་ལ་རག་ཡོ་རེད། དེ་མཚམས་དེ་ལས་བསླུས་པ་གཞན་མེད་དེ་དེ་ལས་རྨོངས་པ་གཞན་མེད་དོ། དེ་ལས་ལྐུགས་པ་ཅི་དེ་གཞན་དག་ལྐུགས་པ་ཡོད་མ་རེད་གསུངས་དང་ལྐུགས་ཤོས་དེ་འདིར་དང། རྨོངས་པ་སེམས་འདིར་དང་མ་རིག་པ་རོ། འོ་དེ་ལས་སྡུག་པ་ག་རེ་ཡོད་མ་ཤེས་པས་ན་ནི་རྟོགས་ཤོས་དེ་འདི་རེད་གསུངས་དང། དགེ་བ་ལ་གོམས་ཀྱི་ཡོད་མ་རེད་མི་དགེ་བ་ཡང་ནི་ཡང་དུ་སྒྲུབ་ཀྱི་ཡོད་རེད་དེ་ལས་སྡུག་པ་ག་རེ་ཡོད་རེད་དེ་ལས་གོ་གོ་དང་གི་ཅི་སུ་ཆེ་ཡོད་རེད་སུ་གཅིག་ཡོད་མ་དང། འོ་དེ་ཡིན་ཙང་ཞེས་གསུངས་དེས་ན་ད་རེས་ཀྱི་སྐྱེ་བ་འདི་ནི་འདུས་མ་བསྟན་ལེགས་དང། བསྟན་གཉིས་ཀྱི་ལོ་མཚམས་སོ་མཚམས་ཡིན། ད་རེས་ཀྱི་མི་ལུས་རིན་པོ་ཆེ་ཀྱི་དད་ལྡན་མི་ལུས་རིན་པོ་ཆེ་ཀྱི་སྐྱེ་བ་འདི་ཐེངས་གཅིག་ལེན་པ་འདི་ནི། མདུན་མ་བསྟན་ལེགས་དང་མདུན་མ། མ་འོངས་པའི་ཀྱི་མདུན་ལམ་བཟང་པོ་འདི་བསྟན་གྱི་ལེགས་པ་བསྟན་ལེགས་སི་དུས་གང་བསྟན་གྱི་བདེ་བ་མཐར་ཐུག་གི་བདེ་བ་ཐོབ་ཡས་དེ་ཡང་ཨོ་ལུས་འདི་རེད་ད། བསྟན་གཉིས་སི་དུས་གང་ལ། སྟེང་གི་ཉེས་པ་གཏུགས་རིང་ངན་ཚད་ད་དེ་ལས་སྡུག་ག་ཡོང་རྒྱུ་མེད་དགེ་ཨོ་དེ་ཡང་ལུས་འདིས་བྱེད་ཀྱི་རེད་ད། དེ་མཚང་ཟབ་ཟབ་བྱེད་དགོས་རེད་མི་ལུས་ཐོབ་པ་དེ། ཆོག་འཕྲོ་བརླག་མ་གཏང་ཟེར་བ་དེ། བསྟན་གཉིས་ཀྱི་སོ་མཚམས་ཡིན་པས་ད་རེས་ཚེ་འདིར་བཙན་ས་ཟིན་པ་ཞིག་མ་བྱས་ན་དེ། ད་ད་རེས་ངའི་ཚེ་ད་ག་རང་གི་ལ་ངའི་བཙན་ས་ཟེར་དུས་གང་ལ་རྒྱལ་པོ་གི་གོ་གནས་འདྲ་བ་ཅིག་ང་ཐོབ་པ་ཅིག་དཀའ་ལས་བརྒྱབ་ན་མ་གཏོགས་ཡོང་ས་མ་རེད་གསུངས་རེད། བཙན་ཟེར་དེ་སྤྱིར་བཏང་བཙན་པོ་ཟེར་དུས། བཙན་པོ་བཙན་པོ་ཟེར་དུས་གང་ན་རྒྱལ་པོ་དེ་འདྲས་ལ་བཙན་པོ་ཟེར་གི་དེ། བཙན་པོ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཟེར། འོ་དེ་བཙན་ཟེར་དུས་གང་ན་སེམས་བརྟན་པོ་ཟེར་ཡག་པོ་ཡོང། གདོད་མའི་བཙན་ས་ཟིན་པ་ཟེར་ན་གདོད་མའི་རྒྱལ་ས་ཟིན་པ། སངས་རྒྱས་ཀྱི་གོ་འཕང་ཟིན་པ་སངས་རྒྱས་ཀྱི་རྒྱལ་སྲིད་ཟིན་པ། འོ་དེ་འདྲས་ཡ་ཟིན་ཡ་གི་ཡ་གི་གོ་གནས་ཆེན་པོ་དེ་ཐོབ་ཡ་དེ་ད་ད་རེས་དཀའ་ལས་བརྒྱབ་ན་མ་གཏོགས་བྱེད་མ་ཐོབ་ཨ་ཡོང་མ་ཡོང།

དབྱིངས་ནི་དུས་དང་རྣམ་པ་ཀུན་ཏུ་འདུས་མ་མ་ལེགས། འདུས་མ་ཉེས་གྲོགས་དང། བཙན་ས་ཟིན་པ་མ་བྱས་ན་ཕྱིས་ནས་འདི་འདྲ་བའི་དལ་བ་རྙེད་པར་དཀའ་ཞིང་བཟོ་བ་དང་མ་འོངས་པ་ལས་ཡང་བསྐྱར་དལ་རྟེན་གྱི་མི་ལུས་རིན་པོ་ཆེ་དེ་འདྲའི་ཐོབ་ཡ་དེ་པད་མ་སྲིད་དཀའ་ལས་ཁག་པོ་རེད་ད། ངན་སོང་གི་གནས་རིགས་ལྟ་བུ་གནས་རིགས་ལྟ་བུ་སྐྱེས་ན་ཆོས་ཀྱི་སྣང་བ་མེད་བཟོ་བ་དང་ངན་སོང་གི་ལུས་ལྟ་བུ་ཅིག་ལ་སྐྱེས་ཚར་བ་ཡིན་ན། ད་ཆོས་ཀྱི་སྣང་བ་ཁོ་རང་སེམས་ནང་ལ་དྲན་མེད་པ་ཆགས་འགྲོ་གི་རེད། ཆོས་སྣང་ཅི་མེད་པ་ཆགས་འགྲོ་གི། ཁྱོད་ཀྱིས་སྣང་བ་སྲིད་དུ་གང། ཆོས་སྣང་མེད་པ་ཆགས་འགྲོ་གི། ཅིག་ཅིག། དཔེར་ན། མི་མི་སེངྒེ་དེ་དེ་འདྲས་ཡོང་གི་འདུག་བ། བྱིས་པ་ཡིན་ནའི་རེད་ནང་པ་ཡིན་ནའི་རེད། བྱིས་པ་ཡིན་ན་ཁོ་རང་ཚོའི་དགོངས་པ་དེ་འདྲས་མཐོང་སོང་ན་འདུག་མཐོང་དུས་གང་ལམ་སང་ཁོ་རང། ཀིར་ཤན་དེ་འདྲས་དེ་འདྲས་བྱེད་གི་མི་འདུག་བས། འོ་དེ་ཚོ་ཆོས་ཀྱི་སྣང་བ་སོགས་འདྲི་གཞི་རེད་ད་བསམ་བཏང་ན། ང་ཚོ་དགོན་པ་དེ་ནས་མཐོང་ཚུལ་ལམ་སང། གུ་དུས་བྱས་སོང་འདུག་སྨ། ཡང་ན་ཐལ་མོ་བྱས་སོང་འདྲི་གཞི་ཡོང་གི་འདུག་བ་འོ་དེ་ཚོ་ཆོས་ཀྱི་སྣང་བ་ཅུང་ཟད་ཅུང་ཟད་ཙམ་གྱིས་མཐོང་གི་འདུག་བ། ཕྱི་ཡི་རྐྱེན་མཐོང་ཡོང་དུས་གང་ལ་ཆོས་སྣང་ཏེ་ཚིག་སྐྱེས་ཡོང་གི་བ། ད་དེ་ཕྱི་ཡི་རྐྱེན་ཙམ་མ་ཡིན་པ་ཆེ་ནང་གི་རྐྱེན་དེ་སེམས་ཡིན་གྱི་ཡར་བསླང་དགོས་གི་རེད། འོ་དེ་སེམས་དེའི་ནང་ལོ་དེང་སང་དེ་ལམ་སང་ཆོས་ཀྱི་སྣང་བ་དེ་ཤུགས་ཆེར་བཏང་ཡ་ཡོད་རེད། དེང་སང། མོད་མ་དགེ། ངན་སོང་གི། དམྱལ་བ་ཡི་དྭགས་དུད་འགྲོ། བདེ་བ་ལ་ཐེངས་གཅིག་སྐྱེས་ཚར་སོང་ན་ཨོ་རེད། གནས་རིགས་དེ་ལྟ་བུ་ལ་སྐྱེས་ན་ཆོས་ཀྱི་སྣང་བ་མེད་ས་དང་ཆོས་ཀྱི་སྣང་བ་སྤུ་ཙམ་མེད་པ་ཆགས་འགྲོ་གི་རེད། སྤང་དཀའ་བའི། ག་རེ་ཟེར་བ་དེ་ནི། སྣང་བ་མེད། སྤང་བླང་གི་ཨོ་རེད། སྤང་བླང་གི་གནས་ལ་རྨོངས། འོག་ནས་འོག་ཏུ་ངན་སོང་མུ་མཐའ་མེད་པར་ལྟུང་བར་འགྱུར་བ་ཡིན་པས་སོ། དེར་ལྟ། ངན་སོང་གསུམ་གྱི་ནང་ལ་སྐྱེ་བ་ཅིག་ལན་ཚ་སོང་ན། གནས་རིགས་དེ་ཚོའི་ནང་ལ་ཐེངས་གཅིག་ལྷུང་ཚ་སོང་ན་ཆོས་ཀྱི་སྣང་བ་ཟིན་གྱི་དེ་རྟོགས་པོ་གཅིག་ད་གར་སོ་སྤུ་ཙམ་གྱིས་སེམས་ཀྱི་ནང་ལ་ཤ་ཡ་མེད་པ་ཆགས་འགྲོ་གི་རེད། འོ་དེ་འདྲའི་ཤར་ཡོང་དུས་གང་ལ་དེ་ནི་འདི་སྤང་བྱ་རེད་ད་དེ་བླང་བྱ་རེད་སྤང་བྱ་མི་དགེ་བ་བླང་བྱ་དགེ་བ་བཅུ། ཨོ་འདིའི་རིགས་འདི་གས་དེ་ཐམས་ཅད་དེ་སོ་སོའི་དབྱེ་བ་ཆེས་མཐུག་པོར་བས་ཆེས་མཐུག་པོ་མ་རེད་གསུངས་ད་མ་གལ་ལས་ཚ་སོང་ན། སྤང་བླང་གི་གནས་གནས་ལ་རྨོངས་ཟེར་བ་དེ་སྤང་བླང་གི་གནས་དེ་གང་ཡང་མི་ཤེས་པ་ཆགས་གྲོགས་རེད་རྨོངས་གྲོགས་རེད། ཨོ་དེ་རྨོངས་གྲོགས་དེ་གང་ལ་དེ་ནི་སེམས་ཅན་གྱི་ལུས་ཀྱིས་གླེང་སོང་ན་ཨོ་ནི་ཨོ་དུ་མ་གྲོགས་རེད་ཟེར་ཡ་དེ་རྒྱུ་མཚན་དེར་ལྟ་དང། དེ་འོག་ནས་འོག་ཏུ་གངས་སེང་སྤང་བླང་གི་གནས་ཤེས་ཀྱི་ཡོད་མ་རོ། དཔེར་ན་ཤིང་རྟ་གས་གུར་མོ་དུ་སྦས་པ་དུ་བ་སྦས་པ། སྦས་པ་དེ་འདྲའི་དེ་ཀ་ཁ་ལག་ཟ་ཡའི་ཆེད་དུ་སྦུ་དེ་འདྲའི་ཁ་བ་དུ་བཏགས་རོགས་དེ་མཆེད་ལ་རིང་པོ་དེ་དེ་འདྲའི་ལམ་ཟ་ཟ་འགྲོ་གི་རེད། ཁོས་བསམ་གི་ཡོད་རེད་འདི་ངའི་ཁ་ལག་ཡིན་བསམ་གི་ཡོད་རེད་ཁོས། འདི་བསད་སོང་ན་སྡིག་པ་ཡོད་རེད་ངས་སྡིག་པ་བསགས་ཀྱི་ཡོད་རེད་ཨ་ཁོ་ལ་དཀའ་ངལ་འཕྲད་ཀྱི་ཡོད་རེད་སེམས་རྟོགས་པོ་གཅིག་ཤེས་ཀྱི་ཡོད་མ་རེད། སྤང་བླང་གི་གནས་ལ་རྨོངས་པར་རིགས། རྟགས་དེ་ཚོ་ལ་ལྟ་དང། རྟགས་དེ་ཚོས་སེམས་ཅན་ཞིག་མཐོང་སོང་འགྲོ་ཀུན་རྟོག་འདི་ལྟར་འཇིག་པ་གི་སེམས་ཅིག་རུབ་བརྒྱལ་ནས་པ་ད་ལྟ་རང་ཁྲག་དྲོན་མོ་ཤ་ཚ་པོ་འོ་ཁོ་ཚོས་ཟ་གི་འདུག་ད་ལྟ་འོ་དེ་འདྲའི་ཟ་ཡས་དེ་ཚོས་ཁོ་ཁོ་ཚོས་གི་རྟགས་འདི་སད་སོང་ན་སེམས་ཅན་ཕ་རོལ་དེ་ལ་དཀའ་ངལ་འཕྲད་གི་རེད་སྡུག་པོ་མྱོང་གི་རེད་དཀའ་ངལ་ཡོད་རེད་བསམ་བསམ་པའི་དོག་པོ་གཅིག་ཞེན་གི་ཡོད་མ་གཅིག་ཆེ་གཉིས་ནི་འདི་སྡིག་པ་རེད་བསམ་ནས་དོག་པོ་གཅིག་ཞེན་གི་ཡོད་མ་དང། དགེ་བ་གཅིག་བསྒྲུབ་བསམ་ནས་ད་ལྟ་ཁ་བ་ག་བ། ཨོ་དེ་ཁོ་རང་གི་ཐོབ་ཐང་ཡིན་བསམ་གྱི་ཡོད་རེད། སེམས་ཅན་ཚང་མ་དེ་འདྲས་རེད་དོ། ཨོ་སེམས་ཅན་ཆེ་བས་ཆུང་བ་ཟ་གི་རེད་ཆུང་བས་ཆེ་བ་ཟ་གི་རེད། ཨོ་དེ་ཚོ་ད་གང་དག་སེམས་ཅན་ངན་སོང་གསུམ་གྱི་ནང་ལ། ཨོ་དེ་དམྱལ་བ་དང་ཡི་དྭགས་དང་ཡིན་དང་ཡིན་ཤེས་མ་གོ་ཆ་དུད་འགྲོའི་ལུས་རྟེན་ཅིག་ལ་སྐྱེ་བ་ལེན་སོང་ནས། མ་འོ་ནི་འོག་ཏུ་འགྲོ་བའི་གི་ལམ་ཅིག་རེད་མ་གཏོགས་ཡར་འགྲོ་བའི་ད་ཕལ་ཆེར་ཕལ་ཆེར་ག་ལ་ཁག་པ། ད་ནི་ད་ང་ཚོ་ག་ལས་ག་ཚོད་རྒྱབ་ཏུ་སྐྱེ་བ་ངོ་མ། མི་ལུས་རིན་པོ་ཆེ་ཐོགས་པར་གདའ། དེ་ཡང་དལ་འབྱོར་བཅོ་བརྒྱད་ཕལ་ཆེར་ཕལ་ཆེར་ཚང་དེ་འགའི་སོ་འགྲོ་ཕྱིར་བདེ། འོ་ད་ཁོ་གྲོ་ལ་དང་གི་ཡོད་དེ་ད་དོ་མ་བྱེད་བས་ན། འོ་ནི་འོག་ཏུ། ངན་སོང་མུ་མཐའ་མེད་པར་སྟོང་སོ་ངན་སོང་མུ་མཐའ་མེད་པར་ཐ་མལ་པ་ཕྱི་མ་གི་སྟེང་ལ་མ། ངན་སོང་གི་སྟེང་དུ་ཕྱི་གི་རེ་མ་ལྷུང་འགྲོ་གི་རེ་ས་ལྷུང་བར་འགྱུར་བ་ཡིན་པས་ད་རེ་འབད་དགོས་སྙམ་དུ་སྦྱོར་བ་སེམས་བསྐྱེད་དང་སོ་དེར། ད་ད་རེ་དོད་དོད་དུས་ཚོད་བཟང་པོ་དེ་ང་མི་ལུས་རིན་པོ་ཆེ་ཐོབ་སོང་ད་ལན་ང་དངོས་གནས་རང་དཀའ་ལས་རྒྱབ་དགོས་ཀྱི་འདུག་འབད་བརྩོན་བྱེད་དགོས་ཀྱི་འདུག་འབད་དགོས་ཟེར་བས། འབད་བརྩོན་བརྩོན་འགྲུས་བྱེད་དགོས་ཀྱི་འདུག་བསམ་དགོས་རེད་བསམ་གྱི་ན་ལ། འདི་བསམ་ནས་ད་གར་བྱེད་དགོས་རེད། དམ་པ་གསུམ་གྱིས་བརྩིས་ཟིན་པའི་སྒོ་ནས་དགེ་བ་བསྒྲུབ་དགོས་རེད། དམ་པ་གསུམ་གྱིས་ཁ་སང་སྔན་མ་ང་ཚོ་དམ་པ་གསུམ་འདི་བརྩིས་ཚར་ཡོད་ཀྱི་ལབ་ཚར་ཡོད། དམ་པ་གསུམ་གྱིས་བརྩིས་ཟིན་པ་དགོས་ཀྱི་རེད། ག་རེ་ཡོད་རེད་བསམ་སྦྱོར་བ་སེམས་བསྐྱེད་དམ་པ། སྦྱོར་བ་ཟེར་ན preparation བྱེད་གྲ་སྒྲིག་བྱེད་སྦྱོར་གོ་སྒྲིག་བྱེད་སྦྱོར་བ། དཔེར་ན་ལས་ཀ་གཅིག་སང་ཉིན་ལས་ཀ་བེད་གལ་ཆེན་པོ་བྱས་ན་དེ་རིང་ང་ཚོ་གྲ་སྒྲིག་བྱེད་དགོས་ཀྱི་འདུག་ཨ། ཨོ་དེ་ནང་བཞིན་ད་ང་ལས་བཟང་པོ་ཞིག་སྒྲུབ་ཀྱིས་ས་ཐར་པ་དང་ཐམས་ཅད་མཁྱེན་པའི་ས་ལ་ཡར་འགྲོ་གི་ལམ་ཡང་དག་པ་ཅིག་ལམ་ལ་ཡར་འགྲོ་ཡ་གི་ང་ཐབས་ཤེས་གཏང་གི་བསམ་གྱིས་འདུག་ན་ད་ལྟ་ནི་ང་ཚོས་ཀྱི་གར་སོང་རེད་སྦྱོར་བ་སེམས་བསྐྱེད་དམ་པ་དེ་ངེས་པར་དུ་སྒྲུབ་དགོས་རེད་ལག་ལེན་བསྟར་དགོས་དང་པོ་ནི་གོ་སྒྲིག་བྱེད་དགོས་རེད་སྦྱོར་བ་སེམས་བསྐྱེད་དམ་པ་སེམས་བསྐྱེད་སེམས་བསྐྱེད་ཟེར་ནི། ཨོ་ཡ། སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད་ཟེར་འོ་དེ་འདྲས་ཡོད་རེད་སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད། སྨོན་པ་སེམས་བསྐྱེད་དེ་ཡང་ཡག་པོ་རེད་ཨོ་སེམས་ཅན་དེ་ཐམས་ཅད་སྡུག་བསྔལ་གྱི་སྡུག་བསྔལ་སྡུག་བསྔལ་གྱི་རྒྱ་མཚོ་ནས་ཐར་བར་ཤོག་ཅིག་ཁོང་ཚོ་ལ་བདེ་བ་དང་ལྡན་པ་རྒྱུག་ཅིག་ཁོང་ཚོ་སངས་རྒྱས་གོ་འཕང་ཐོབ་པར་ཤོག་ཅིག་ཁོང་ཚོ་ཚེ་རིང་བར་ཤོག་ཅིག་སྨོན་ལམ་ལྟ་བས་ཅི་མི་འདོད་ཨོ་དེ་སྨོན་པ་སེམས་བསྐྱེད་རེད་ཁོང་ད་ཁ་རི་ཁ་ཐུག་ཁོང་ཚོ་ལ་ཁ་ཡོད་ལག་ཡོད་ཕན་ཐོག་རེད་ཕན་ཐོག་མ་རེད། ད་འདིར་ཁ་ཡོན་ལག་ཡོད་ཕན་ཐོགས་མ་རེད། ཁ་ཡོན་ལག་ཡོད་ཕན་ཐོགས་ཡ་ལ་ག་རེ་བྱུང་འཇུག་པ་སེམས་བསྐྱེད་ཟེར་དངོས་སུ་ལག་ལེན་བསྟར་དགོས་རེད་ད་སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་འོ་དད་པ་འོ་ད་འདི་ཚོའི་རིགས་འདི་དངོས་སུ་ལག་ལེན་བསྟར་ནས་སེམས་ཅན་སྲོག་བསྐྱབས་ཡ་ད་ཚེ་ཐར་བཏང་ཡ་ལ་སོགས་པ་འོ་སེམས་ཅན་ལ་བྱམས་པོ་བྱས་ཡ་ལ་སོགས་པ་གདུང་ཡ་དུག་རིགས་ངན་ཚད་བྱས་ཡོད་མ་རེད་འོ་དེ་ཚོ་དངོས་སུ་ཕན་ཐོགས་རེད།

སེམས་ཅན་ཡག་པོར་དེ་དོན་ལ་ཆོམ་སོ་སོ་ལ་ཕན་གི་འདུག་བ། ཨོ། སོ་སོ་སྡུག་ཅག་བྱས་སོང་ན་ལག་ལེན་ཡག་པོ་མ་བསྟར་བ་བྱས་ལམ་ལོག་པ་ལ་འགྲོ་གི་ཡིན་ན་སོ་སོ་ལ་གོ་གོ་བཏང་གི་ཡོད་རེད། ཨོང་ཏང་སེམས་ཅན་འདི་ཐམས་ཅད་བདེ་བ་དང་ལྡན་པ་རྒྱུ་ཅིག་བདེ་བ་དང་ལྡན་པ་རྒྱུ་ཅིག་ག་ཚོད་ལབ་པ་ཡིན་ནི་ཕ་ཤུལ་དེ་ལ་ད་ཕན་ཡོད་མ་ཐུབ་སོ་སོ་ལ་ཕན་ཐག་ཆོད་རེད། དེ་སོ་སོའི་དོན་ལས་བྱེད་ཀྱི་མིན་པས་སེམས་ཅན་དེ་ཨོ་དེ་དེ་རེད་ད། ཨོ་དེ་ཡིན་ཙང། སྦྱོར་བ་སེམས་བསྐྱེད་དམ་པ་ཆེ་དངོས་གཞི་དམིགས་མེད་དམ་པ་སོགས་དུས་དངོས་སུ་ཁོ་རང་ལག་ལེན་བསྟར་ཡོང་དུས་ག་ལ་དམིགས་མེད་དམ་པའི་རྩིས་ཟིན་པ་འགོ་རེད། ལན། ཆེ་བཙན་གང་པོ་ཐམས་ཅད་དགེ་བ་གྲུབ་ཚུལ་གང་པོ་ཐམས་ཅད་རེ་བ་དང། རེ་བ་དང། དོགས་པ། རེ་དོགས་གཉིས་དང་བྲལ་བ་གུག་རེད། དོགས་པ་ཡིན་གུག་གི་མ་རེད་རེ་བ་ཡིན་རྒྱབ་རྒྱུ་ཡོད་མ་རེད་བོད་པའི་གཏམ་དཔེ་དུ་བ་གར་ས།

ངས་ཁ་སང་ཐེངས་མང་པོ་ལབ་ཡོད་བསམས་སོ། དེ། དངོས་གཞི་དམིགས་མེད་དམ་པ་སོ། འོ་འདིའི་རྩིས་ཟིན་པའི་སྒོ་ནས་ལས་དགེ་བའི་ལས་སྒྲུབ་ཀྱི་ཡིན་ན་ནི་ད་རླབས་ཆེན་པོ་བཞི་བོ་རེད་ད་སྟོབས་ཆེན་པོ་བཞི་བོ་རེད། འོ་དེ་འདྲའི་སྒྲུབ་བས་ཡོད་ད་མཇུག་ག་རེ་བཅུག་བསྔོ་བ་དམ་པ། མཇུག་ཏུ་ལས་ཀ་བྱེད་ཚད་གང་པོ་འདི་བྱས་ལ་བསྔོ་བ་སྨོན་ལམ་འདོན་དགོས་རེད། ངོ་མ་ལམ་སྟོན་ཟེར་དུས་གང་ལ་གཅིག་བྱེད་ན་ཁྱེད་རང་ཚོས་ག་རེ་དྲན་གི་ཡོད་ན། དཔེར་ན་དུག་སེལ་ལབ་ཡ་ཁྱེད་རང་ཚོས་དཔེར་ན་ཆུ་མིག་རྒྱབ་མཆོད་ཅིག་ཕུལ་ཟེར་ལབ་ཡིན་ན་ཆུ་མིག་རྒྱབ་མཆོད་ཅིག་ཕུལ་བས་ཡིན་འོ་ད་ཡག་པོ་བྱུང་སོང་འོ་ད་ཆང་དཔེ་འོ་བ་དང་ཆུ་ཆེན་བཤགས་པ་དང་རྗེས་སུ་ཡི་རང་བསྐུལ་བྱེད་པ་དགེ་བ་ཅུང་ཟད་བདག་གིས་ཐམས་ཅད་རྫོགས་པའི་བྱང་ཆུབ་ཕྱིར་བསྔོ་བ་ཡང་ན་དུས་གསུམ་གཅིག་པའི་རྒྱལ་བ་ཐམས་ཅད་ལ་བསྔོ་བ་གང་ལ་ཆུ་དང་ངོ་ཤེས་འོ་དེ་ངོ་མ་ལམ་སྟོན་འགའ་བྱས་པ་དང། ད་དེ་དངོས་སུ་ཁོ་རང་ཆོས་དང་འབྲེལ་བ་ཡོད་པ་ན་ཞིག་མཐོང་གི་འདུག་བ་དེའི་བདེ་བ་ལ་ཕྱག་འཚལ་དུས་གང་ལ་བསྔོ་བ་འདོན་གི་བས། ཀ་ལེ་དཀར་པོ་ཡིན་གྱི་བདག་ཅག་འཚེ་བའི་གཞས་ལ་བསྔོ་བ་འདོན་གྱི་ཡོད་ཀྱི་མ་རེད། དེ་ནི་མ་ཕྱི་ལོག་ལས་མ་ནི་བ་བ་ཛ་དུ་བ་འགྲོ་དུས་གང་ལས་སེམས་ཀྱི་ནང་ལ་ཨོ་ཕ་གི་སེམས་ཅན་གྱི་ཕ་གི་ཁྱི་གཅིག་ལ་མི་གཅིག་རྡུང་གི་འདུག་ཨ་ཁ་སེམས་ཅན་འདི་འདྲ་ཞིག་རྡུང་བཟོ་དང་མ་འདི་འདྲ་ཞིག་མ་རྡུང་ཁོ་ལ་དེ་སྡུག་པོ་མ་བྱུང་ན་དེ་འདྲས་རྡུང་ནས་ཆོ་ག་རེ་ཡོད་རེད་བསམ་ནས་སྙིང་རྗེ་སྐྱེ་གི་འདུག་ཨ་ཨོ་འདི་དུས་གང་ལས་དགེ་བ་སྒྲུབ་ཀྱི་ཡོད་རེད་ད། དེ་དུས་གང་ལས་ལམ་སང་དགེ་བ་དེ་བྱང་ཆུབ་ཏུ་བསྔོ་དགོས་རེད། བསྔོ་གི་མི་འདུག་བསྔོ་ཚོད་རེད། ག་རེ་དངོས་སུ་སྒོར་འགོ་མའི་ནང་ལ་ཡོད་དུས་གང་ལ་དེ་ཞལ་འདོན་བསྐྱོད་དུས་གང་ལ་བཅུག་དེ་བསྔོ་བ་འདོན་དགོས་པ་ཟེར། གཞན་དག་ལ་བསྔོ་བ་འདོན་མི་དགོས་ཟེར་བ་མ་རེད། དགེ་བ་གྲུབ་ཚེ་གང་པོ་དེའི་རྗེས་སུ་བསྔོ་བ་སྨོན་ལམ་འདོན་དགོས་རེད་ད་ལྟིར་དང་བུ་ཆུང་ཆུང་དེ་གསལ་སྒྲོག་བྱེད་ཀྱི་འདུག་ཨོ་ལམ་སང་མགྱོགས་པོ་མགྱོགས་པོ་འགྲོ་ནི་ལམ་སང་ཐུག་ཚེ་གཞན་དག་ཅིག་ལ་ཡར་བཞག་བས་ན་ཨོ་དེའི་བསྔོ་བ་སྨོན་ལམ་འདོན་དགོས་རེད་ཁྱེད་རང་གིས་སེམས་ཅན་སྲོག་བསྐྱབ་ཀྱི་འདུག་བ་རེད། བསྔོ་བ་སྨོན་ལམ་འདོན་ན་ཡག་པོ་ཡོད་རེད་འཇུག་བསྔོ་བ་དམ་པའི་རྩིས་ཟིན་ཟེར་གྱི་འདུག་བ་རེད། དམ་པ་གསུམ་གྱི་ནང་དམ་པ་གཅིག་གི་དེ། ལས་བཟང་པོ་བྱས་ཚེ་གང་པོ་ཐམས་ཅད་ལ་བསྔོ་བ་སྨོན་ལམ་འདོན། བསྔོ་བ་སྨོན་ལམ་འདོན་ཟེར་ན་དེའི་འབྲས་བུ་དེ་ཡང་ནས་ཡང་དུ་ཡང་ནས་ཡང་དུ་སངས་རྒྱས་མ་ཐོབ་བར་དུ་མི་དམིགས་བ་དེ་རེད། འོ་ད་བསྔོ་བ་སྨོན་ལམ་མ་འདོན་བ་ནི་ཁྱེད་རང་གི་སྲོག་དང་བསྐྱར་བ་རེད། འོ་ཚེ་རྗེས་མ་ཅིག་ལ་ཁྱེད་རང་དེ་ནང་བཞིན་ཅིག་བདེ་བ་དཔག་ཏུ་མེད་པ་ཅིག་ཡག་པོ་ཞིག་སོ་སོ་ལ་སྨིན་གི་རེད། སྨིན་ཚར་བའི་རྗེས་ལ་དེའི་རྗེས་ནས་ཡང་བསྐྱར་སྨིན་ཡ་ཡོད་མ་རེད་གལ་ཆེ་ནི་བསྔོ་བས་རྩིས་མ་ཟིན་པ་རེད། ཡང་ཡང་བྱུག་བསྔོ་བ་བསྔོ་བ་དམ་པ་དེ་དགུག་དང་དེང་སང་དམ་པ་གསུམ་གྱིས་བརྩིས་ཟིན་པ་དགུ་རེད། བྱུག་བསྔོ་བ་དེ་དམ་པ་གསུམ་གྱིས་ཟིན་པའི་སྒོ་ནས་ཡང་ནས་ཡང་དུ་ཡང་ནས་ཡང་དུ་བསྒོམ་ཞིང་ཉམས་སུ་བླང་དགོས། དམ་པ་གསུམ་གྱིས་སྐོར་ནས་བརྩིས་ཟིན་པའི་སྒོ་ནས་ཡང་ནས་ཡང་དུ་བསྒོམ་དགུ་རེད་གསུང་བ་དང། བསྒོམ་བསྒོམ་ཞིག་གསུང་བ་དང། ལག་ལེན་བསྟར་སྲིད་པར་དང། སོ་སོ་གི Practically སོ་སོས་དེ Apply བྱེད་པར་སོ་སོའི་ལུས་ངག་ཡིད་གསུམ་གྱི་སྤྱོད་པ་དེ་དང། ཆོས་བྱེད་པ་དེ་ལུས་ངག་ཡིད་གསུམ་དང་འབྲེལ་དགོས་པ་རེད། དེ་ལུས་ཀྱི་སྤྱོད་པ་མ་འདྲ་བ་ཆགས་ཡས་ཡོད་རེད་ཆོས་ཡང་དག་པ་ངག་གི་བཤད་སྟངས་དེ་ཚོ་ལ་ནུས་པ་མ་འདྲ་བ་ཞིག་ཐོན་ཡས་ཡོད་རེད། ཨོ་སེམས་ཀྱི་ནང་ལ་དྲན་སྟངས་དེ་ཚོ་ལ་མ་འདྲ་བ་ཞིག་ཐོན་ཡས་ཡོད་རེད། ཆུ་ཚོད་ཉི་ཤུ་རྩ་བཞི་བརྒལ་བ་རྐྱང་རྐྱང་ཕྲན་སྟེང་གི་དེ་འདྲའི་ཡོར་དང་སྐྱེས་བུ་དམ་པ་དེ་འདྲས། ང་ཚོ་ཚོས་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ནས་སྐར་མ་ལྔ་དེ་འདྲས་སེམས་ཅན་གཞན་དག་ལ་སྦ་སེམས་བློ་བཏང་གི་ཡོད་ནའི་དཀའ་ལས་ཁག་པོ་རེད་དེ་འདྲས་ངོ་ཚོ་དང། སྐྱེས་བུ་དམ་པ་ཚོ་དང་ཆུ་ཚོད་ཉི་ཤུ་རྩ་བཞི་བུ་རགས་དེ་སེམས་ཅན་ཁོ་ན་ལ་སེམས་བཏང་ནས། འོ་དེ་འདྲའི་ཡོར་དེ། ཉམས་སུ་བླང་དགོས་དེ་ལྟར་ཉམས་སུ་བླངས་པས་རྒྱུད་ལ་སྐྱེས་པའི་ཚད་ནི་སོ། དེ་ལྟར་གོང་ནས་ཡི་གེ་གོང་དུ་བཤད་པའི་གིས་སོ་སོའི་དགེ་བ་ཚུལ་བཞིན་དུ་ཉམས་སུ་བླང་གི་ཡིན་ན་དེ་ལྟར་ཉམས་སུ་བླངས་བས་ཀྱི་ཕན་འབའ་ཞིག་མཐོང་གི་འདུག་མི་འདུག་ཚད་ཀྱི་ཚད་ག་འདྲས་བཞག་གི་ཡིན་པ་ཁོ་ལ་ཕན་འདུག་ཕན་མི་འདུག་ཟེར་ག་འདྲས་ཚད་བྱས་ཀྱི་ཡིན་པ་ཟེར་ན།

གཉིས་དེ་མནལ་སྲིད་དུས་ག་ན་ང་ཚོས་ནི་ཞེ་ས་ཞུས་པ་རེད་གཉིས་སྲིད་རེད་མནལ། མནལ་ལམ་ག་འདྲས་བྱུང་སོང་གཉིས་ལམ་ག་འདྲས་བཏང་སོང་སྲིད་རེད། འོ་འདི་ལྟ་བུ་རེད་མནལ་ཡས་མ་ལོག་སྲིད་དུས་ག་ན་རྩ་བ་གཉིས་ནས་གཉིས་ཁུག་ཡོད་མ་རེད་སོང་མི་སྲིད་དུས་ན་ལོག་ད་གཉིས་མ་ཁུག་ན་ནི་པག་ལག་རྩེ་འདེབས་རེད་མ་རེད་ཆོས་ཆེན་ནས་འདེབས་རེད། པག་ལག་རྩེ་ནས་གཉིས་མ་ལོག་འདེབས་ཅི་ཡ་རེད་སྒོ་ངེས་མ་ནི་ཤི་ཚ་ཡོད་པག་ལག་རྩེ་གཉིས་མ་ལོག་ཡིན་ན་ད། གནས་མ་ནི་ཤི་ཚར་གཟུགས་པོ་ལ་གནོད་གྱུར་གྱི་དུས། ཆོས་ཡང་དག་པ་ཅེས་སེམས་རྣམ་དག་ཀུན་བདེ་ནི་གཉིད་མ་ན་གཉིད་མ་གོ་བས་ནི་ཟས་ཏིང་ངེ་འཛིན་གྱིས་ཟ་ཟིག་དེ་སངས་རྒྱས་བཅོམ་ལྡན་འདས་ཟས་ཏིང་ངེ་འཛིན་གྱིས་ཟ་ཟིག་གི་དུས་དཔེ་ཆའི་ནང་ལ་མང་པོ་ཡོད་རེད། ཏིང་འཛིན་ཡག་པོ་སྒོམ་མཁན་ནི་ཟ་མ་ཞེ་དྲག་དགོས་ཀྱི་མ་རེད་ཁ་ལག་ཞེ་དྲག་དགོས་ཀྱི་མི་འདུག་ཨང། ཁ་ལག་མེད་པ་ཆེ་ཉི་མ་མང་པོ་བསྡད་ནས་ཏིང་འཛིན་ཡག་པོ་སྒོམ་མཁན་ན་འོ་ཟས་ཏིང་ངེ་འཛིན་གྱིས་ཚོགས་ཟེར། ཟས་ཀྱི་ཁ་ལག་གི་ནང་ནས་ཡག་ཤོས་དེ་ཏིང་འཛིན་གྱིས་ཟས་རེད། ཧ་ལག་འགུག་མ་རེད་གོ་དེ་འདྲས་ཏིང་ངེ་འཛིན་གོ་མི་འདུག་ག་ལག་ཤེས་གི་མ་རེད་ཚེ་རིང་པོ་དེ་གི་རེད་སྐུ་གཟུགས་ཐང་པོ་དེ་གི་རེད་ཤ་སྐམ་དུ་འགྲོ་གི་མ་རེད། ཨོ་དེ་རེད་ད་ང་ཚོ་ལམ་སང་ཤ་སྐམ་འགྲོ་གི་འདུག་ག་ལག་དེ་ཚོ་མ་ཟ་ད་དེ་ག་ཚོད་སྐྱོ་པོ་ཡོད་རེད་ང་ཚོ་དེ་སེམས་དེ་ཡག་པོ་མེད་པའི་རྟགས་དེ་རེད་ཨོ་དེ་ཡིན་ཙང་ཁོང་མཎྜལ་ཡེ་མ་ལོག་པར་དགེ་སྦྱོར་ཁོ་ན་མཛད་པས་དགེ་བས་ཀྱི་ལག་ལེན་རྐྱང་རྐྱང་བསྟར་ནས་བསྡད་པ་རེད་གསུངས་འདུག་དེ་དགེ་བཤེས་སྟོན་པས་དགེ་བཤེས་སྟོན་པ་ཟེར་མཁན་དེ་དགེ་བཤེས་སྤྱན་སྔ་བ་གི་དགེ་རྒན་རེད་ཁོ་རང་གི་རྩ་བའི་བླ་མ་དེ་རེད་དགེ་བཤེས་སྟོན་པ། འོ་དེ་ཡང་བཀའ་ཐོབ་པའི་དགེ་བའི་བཤེས་གཉེར་དག་དགེ་བཤེས། དགེ་བཤེས་དགེ་བཤེས་ཟེར་ནི་དགེ་བའི་གྲོགས་པོ་ཟེར་ལབ། ཁྱེད་རང་ལ་དགེ་བའི་དགེ་བ་ལམ་མཁན་གྱི་གྲོགས་པོ་དེ་ཟེར་ལབ་དགོས་རེད་དགེ་བཤེས་ཟེར་དུས་གང། ཨོ་དེང་སང་དགེ་བཤེས་ཀྱི་ཚིག་འདི་མང་ཆེ་བ་དེ་རིང་སང་སུས་བེད་སྤྱོད་བཏང་གི་འདུག་སོ་དགེ་ལུགས་པ་རྣམས་ཀྱིས་བེད་སྤྱོད་མང་པོ་བཏང་གི་འདུག་ཚིག་ཡག་པོ་ཞིག་རག་རེད་ད་གང་ལྟར་ངོ་ཚོའི་ཚིག་ནང་ལ་དགེ་བའི་བཤེས་གཉེན་ཟེར་བའི་ཚིག་འདི་ཡོད་སུ་བསྡུས་ཡོང་དུས་ཚང་ལ་དགེ་བཤེས་ཟེར་ཚུལ་བསྡུས་བྱས་རེད་དགེ་བཤེས་སྟོན་པས་ག་རེ་གསུང་བ་རེད་ཁོ་རང་གི་སློབ་མ་དེ་ལ་སོང་ཁོ་རང་སློབ་མ་སུ་རེད་སྤྱན་སྔ་བ་དེ་རེད་ད་དགེ་བཤེས་སྤྱན་སྔ་བ་བུ་ཁམས་དུ་བར་དུ་བར་རེད་སང་བུ་ཁམས་དུ་བར་རེད་སང་ཁམས་ལོག་ཉེས་ཡོད་གསུང་པས། དོན་དག་ག་རེ་གསུང་དགོས་རེད་ཨོ། བུ་བུ་སི་ཏི་ཀ་ལ་ད་ཁོ་རང་གི་སློབ་ཕྲུག་རེད་བ། ཨོ་བུ་བུ་དེ་འདྲའི་ད་རྒྱུན་རིམ་གཉིས་མ་དགོས་བ་ཆེ་དེ་འདྲས་བསྡད་ན། གཟུགས་པོ་ཐང་པོ་རང་ཡོང་གི་མ་རེད་ད་དེའི་ལྟས་སུ། གར་ས་གར་གཟུགས་རེད་ཨིན་ཇི་ནང་ལ། Have a break། ལྟས་སུ་དུས་ཚོད་གུ་ཡངས་དང་ཆུ་དྲི་དང། དོན་དག་འདིར་དང། ཁུངས་ཡངས་པོ་བྱས་ནས་ཕྱི་ལོགས་ལ་མ་འཁྱམ་འཁྱམ་བྱས་ནས་ལྟས་ཚེ་བདེན་བདེན་སྟངས་ཅན་ཁང་པའི་ནང་ལ་ལྟས་ངུ་ཆོག་ཆོག་རབ་ཀྱི་པ། ཉིན་མཚན་མེད་པ་དེ་ནི་བདེན་བདེན་ནི་ཆོ་ག་རེ་ཡོད་རེད་ཕྱི་ལོགས་ལ་མ་སང་སང་བྱས་ནས་འཁྱམ་འཁྱམ་ལ་དེར་ལྟས་སུ་ཁུངས་ཡངས་པོ་བྱས་ནས་བསྡད་གི་མེད་པས་སོ། གུང་སེང་རབ་ཀྱི་བཏང་གི་མེད་པས་སོ། གུ་ཡངས་པོ་བྱས་ནས་ངལ་གསོ་རབ་ཀྱི་རྒྱག་གི་མེད་པས་ལྟས་ཚེ་ངལ་གསོ་རྒྱབ་ཟིག་པར་བསྡད། སྐུ་ཆ་ཨ་རམ་ཀ་རོག་ཟིག་གི་ལབ་དེ་ཆིག་པར་བསྡད། གར་བྱེད་འདི་འདྲ་དེ་གི་ཡོད། ཁམས་ཁམས་དུ་བ་རེ་སངས། ཁམས་ཁམས་ཟེར་དེ་དཔེར་ན། འདུལ་བའི་ཚིག་རེད་དེ། འདུལ་བའི་ནང་ལ་ག་རེ་ཡོད་རེད་ཟེར་དུས་གང་ན། དེ་འདྲ། དགེ་ཚུལ་ལུང་གི་སྡོམ་པ་ཞུས་དེ་ནས་ཁོ་རང་གི་རྩ་བའི་བླ་མ་ཀུན་འདུས་ལ་ཞོགས་པའི་སྔ་བོ་དེ་ཡར་ལངས་འགྲོ་དུས་གང་ལ་སློབ་ཕྲུག་དེ་སྔ་བོ་ནས་ལངས་དེ་ནས།

ད་ལས་བྱེད་ཀྱི་དེར་ཁམས་རིགས་ཁམས་རིགས་ཟེར་ནས་ཚིག་དག་ཁ་རང་བོད་སྤྱི་དང་པོ་འདི་ཡག་པོ་རེད་དེ། ཨོ་ཁམས་བྲིས་ཟིན་ཀུན་དགའ་བཟང་པོ་ཡོད་པས་གཉིས་གནས་ལམ་ཡག་པོ་ཁུག་སོང་ངས་གཉིས་ཡག་པོ་བྱུང་སོང་ངས་ཞུགས་ས་བདེ་སོང་སིམ་ས་ཨེ་བདེ་གསུང་མི་འདོད་སྐྱབས་རྗེ་རིན་པོ་ཆེ་གིས་སྐབས་འགའ་ལ་སིམ་ས་ཨེ་བདེ་གསུང་བར་ཨོ་འདི་ནང་ཤི་སོང་ངས་ཨོ་ཙི་ཙིག་འདི་སིམ་ཡས་ཉལ་ས་འདི་བདེ་པོ་བྱུང་ངས་སྐད་ཆ་བྲིས་ཁུག་རེད་ཨོ་འདི་ལ་ཁམས་བཟང།

ཁམས་དུ་བ་རེ་སངས་ཟིན་འདུག་ཁམས་པས་ཉོབ་ཏོ་བྱས་པ་དེ་འདུག་དེ་དེ་འདྲས་བསྡད་ནས་ཉོབ་ཉག་ཁ་བོ་ག་རེ་ཡོད་རེད་དེ་འདྲས་དུས་སུ་གུ་ཡངས་པོ་བཟོས་དུས་སུ་གུང་སེང་བཏང་སྟེ་ངལ་གསོ་རྒྱབ་བཟུང་བ་རེད་ཁོ་རང་བླ་མ་དེ་ཁམས་ལོག་ཉེས་ཡོད་སྲིད་དུས་གང་ལ་དེ་ནི་ཁམས་གྲོ་ནས་པད་མ་ཟེར་གྲོ་ལ་གྲོ་ནས་སོ་སོའི་གི་གཟུགས་པོ་དེ་པད་གྲོ་ལ་གྲོ་ཡའི་ཉེན་ཁ་ཡོད་རེད་ད་གསུང་བ་རེད་བླ་མས་བླ་མས་གསུང་ཡོད་དུས་གང་ལ་ད་སློབ་ཕྲུག་དེ་གཅིག་དགེ་བཤེས་སྤྱན་སྔ་བ་གི་ལན་ག་རེ་བསྐྱོན་པ་རེད་ཁམས་གསང་བ་ཡང་ཁམས་གསང་བ་ཡང་དེ་ག་ལ་དེ་སོ་ཁམས་གསང་སེ་ན་གོ་ཡང་པོ་དེ་རྒན་གསོ་རྒྱབ་བྱས་ཏེ་ཏིས་ཏེ་ཕྱི་ལོག་ལ་གོ་ཡང་པོ་དེ་དེ་ཡག་པོ་ད་རེད་དེ་སུ་གོ་ད་ལ་དེ་སི་དེ་ག་ལ་ཡག་པོ་ད་རེད་དེ་ཡིན་ན་ཡང་བདག་གིས་དལ་འབྱོར་རྙེད་དཀའ་བ་འདི་བསམ་ཙང་ན་ཁམས་གསང་ལོང་མི་འདུག་གསུངས་སི་དེ། ཨ། ང་ད་རེས་དན་ཆོས་ཀྱི་མི་ལུས་རིན་པོ་ཆེ་འདི་འདྲའི་ངའི་སྐྱེ་བོ་ངོ་མ་དཀའ་ལས་མང་པོ་རྒྱབ་ཆགས་རེད་ད་རེས་ང་མི་དེ་འདོད་དན་ཆོས་ཀྱི་མི་ལུས་རིན་པོ་ཆེ་ཐོབ་སོང་ད་ལྟ་ང་ཁམས་སངས་ནས་ངལ་གསོ་རྒྱ་བས་ཆེ་ད་ངལ་གསོ་རྒྱབ་ལོང་མི་འདུག་མི་ལུས་རིན་པོ་ཆེ་དེ་འདྲའི་ཅིག་ཐོབ་ཚར་བར་ད་ངའི་དཀའ་ལས་མ་བརྒྱབ་ན་དཔེ་བསམ་རེ་རྗེས་མ་ང་ཐོབ་བས་ཡོད་ན་མེད་ན་ང་ངལ་གསོ་རྒྱ་ཡབ་རྒྱབ་ལོང་མི་འདུག་གསུངས། དགེ་བཤེས་སྤྱན་སྔ་བ་དགེ་སྡིག་བསྲུང་བར་དང་ཁོ་རང་བླ་མའི་སྐུ་མདུན་ལ། ཟེར་དུས་གང་ལ་དགེ་བཤེས་སྤྱན་སྔ་བ་དགེ་དེ་ད། དྲན་ཆོས་ཀྱི་མི་ལུས་རིན་པོ་ཆེ་རྩ་ཆེན་པོ་ག་ཚོད་བརྩིག་གི་འདུག་ཚེ་འདིར། དགེ་བཤེས་སྤྱན་སྔ་བ་ལ་ཅི་ཞིག་རེད། འོ་དེང་སང་ཁམས་སུ་ད་ཡག་པོ་འདུག་འདི་བསམ་བསམ་ཙམ་ན། དལ་འབྱོར་རྙེད་དགའ་བ་འདི་བསམ་ཙམ་ན་ཁམས་བཟང་ལོང་མི་འདུག་གསུངས། ཁོང་གིས། མི་གཡོ་བའི་བསྙེན་པ་དུང་འགྱུར་དགུ་གསུངས་པ་ཡིན་ཏེ། མི་གཡོ་བ། མི་གཡོ་བ་ཟེར་ན་སངས་རྒྱས་མི་བསྐྱོད་པ། ཨྠྀི། རྒྱལ་བ་རིགས་ལྔ་ནང་ནས་སངས་རྒྱས་མི་གཡོ་བ་གྱི་གཟུངས་སྔགས་དེ། ཨོ་དེ་དུང་འགྱུར་དུང་འགྱུར་དགུ་གསུངས་བ་རེད་སི་ཏུ་གང་ལ Ninety Crore བསྙེན་པ་དེ་ཁོ་རང་མི་ཚེ་འདི་ནང་ལ་སངས་རྒྱས་མི་གཡོ་བ་གྱི་སྔགས་གཟུངས་སྔགས་དེ Ninety Crore བགྲང་བ་རེད་གསུངས། དུང་འགྱུར་དགུ། དེ་འཕྲོས་དང་སྔགས་བགྲང་སྟེ་ནི་དགེ་བ་རྐྱང་རྐྱང་བསྒྲུབ་དེ་འགེངས། ཁམས་གསང་ལུང་མི་འདུག་གསུང་བར་གདའ། མི་ཚེ་ད་རིང་སྔ་དལ་འབྱོར་གྱི་མི་ལུས་རིན་པོ་ཆེ་ཐོབ་པ་འདི་འདྲའི་ཐོབ་པ་འདི་རྙེད། མི་ལུས་ཐོབ་ཡས་དེ་དཀའ་ལས་ཁག་པོ་ཞིག་འདུག་ད་རིང་སྔ་ཐོབ་པ་རེད་ད་ལྟ་སྔ་ངལ་གསོ་རྒྱབ་ལོང་མི་འདུག་གསུང་བར་གདའ། དེ་རེད་མི་ཚེ་མི་ཚེ་མཎྜལ་ཡས་མ་ཀློག་པ་ཡིན་ནོ་ཞེས་འོ་སྐུ་ཚེ་འདི་ན་ལ་གཉིས་ལ་གཉིས་སུ་འགལ་ཏེ་རྩ་བ་གཉིས་ནི་གཉིས་ཁུག་ཡོད་མ་རེད་གསུང་བར་གདའ། འོ་དེ་འདྲ་བོ་ཞིག་ད་མི་ཐལ་ཁྱོད་ཀྱིས་མི་ལུས་རིན་པོ་ཆེ་དེ་རྩ་ཆེན་པོ་ཡིན་པ་དེ་རྙེད་པར་དཀའ་བ་ཡིན་པ་བསམ་བློ་བཏང་བའི་གི་ཚད་དེ་ཨོ་དགེ་བཤེས་སྤྱན་སྔ་བ་ན་ཞིག་གོ་རེ་ཟུང། དེ་ལྟར་ངས་པར་རྒྱུད་ལ་མ་སྐྱེས་ཀྱི་བར་དུ་བསྒོམ་པར་བྱའོ། ཁོང་ཁོང་གི་རྒྱུད་ལ་དལ་འབྱོར་གྱི་མི་ལུས་རིན་པོ་ཆེ་དེ་རྩ་ཆེན་པོ་ཡིན་རབས། ཐོབ་རྒྱུ་ཐོབ་ཡས་ལ་དཀའ་ལས་ཁག་པོ་ཡིན་རབས། རྙེད་ན་དཀའ་བ། འོ་ད་ཐེངས་གཅིག་ཐོབ་པ་དེ་ཆུད་ཟོས་འགྲོ་སོང་ན་སླར་ཡང་ཐོབ་པར་དཀའ་བར་ཡང་སྐྱ། འོ་དེ་འདྲའི་ཡིན་པ་དེ་བསམ་བློ་བཏང་རྩ་ཆེན་པོ་བརྩི་དང་དེ་དགེ་བཤེས་སྤྱན་སྔ་བ་ནང་བཞིན་ཡང་ནས་ཡང་དུ་སྒོམ་དགོས་པོ་རེད། དལ་འབྱོར་ཐོབ་ཀྱང་སྙིང་པོའི་ཆོས་ཀྱི་དབུལ། ད་དེ་ཚིགས་བཅད་དུ་འཇུག་དེ་ད་མ་གས། དེ་ཁྲིད་གཅིག་དེའི་ཁ་ཐུག་དེ་རྫོགས་འགྲོ་བོ་རེད། དལ་འབྱོར། དལ་འབྱོར། དལ་བ་ཐོབ་ཀྱང་སྙིང་པོའི་ཆོས་ཀྱི་དབུལ། ད་རེ་ང་དལ་བ་བརྒྱད་དེ་ང་ལ་ཐོབ་ཡོད། ཐོབ་ད་ཐོབ་པ་རེད་དེ་ཡིན་ནི་ཡང་དག་པ་སངས་རྒྱས་ཀྱི་ས་ལ་འགྲོ་བའི་གི་སྙིང་པོའི་ཆོས་ཆོས་ཡང་དག་པ་ཅིག་འོ་དེ་འདྲས་ང་ཁྱོད་ངའི་གི་ངའི་རྒྱུད་ལ་དེ་འདྲས་སྐྱེ་གི་འདུག་བས་སྐྱེ་གི་མི་འདུག་དེང་སང་སྙིང་པོའི་ཆོས་འདི་ངའི་སེམས་ན་ལ་རྩ་བ་རྙེད་ནི་སྐྱེ་གི་མི་འདུག་མ་སྐྱེ་བ་ཡིན་པར་སོང་ཙང་ང་སྐྱོ་པོ་ཡིན་སོང་དབུལ་ཟེར་ན་དེར་བདེ་དེ་བ་ད་ཐོབ་ཡོད་རེད་དེ་སྙིང་པོའི་ཆོས་འདི་ང་ལ་མི་འདུག་དེང་སང་ང་སྐྱོ་པོ་ཡིན་སོང་བ་ད། ཨུལ་སི་ཏི་གང། ཆོས་སྒོར་ཞུགས་ཀྱང་ཆོས་མིན་སྤྱོད་པས་གཡེང། ཆོས་ཀྱི་སྒོ་ལ་ཞུགས་གྲྭ་བ་ཡིན་གཏོང་མདོག་ཨ་ནི་ཡིན་གཏོང་མདོག་ཆོས་ནང་ལ་ཞུགས་པ་ཡིན་གཏོང་མདོག་དགོན་པའི་ནང་ལ་བསྡད་པ་ཡིན་གཏོང་མདོག་ཆོས་སྒོར་ཞུགས་ཀྱང་ཆོས་མིན་སྤྱོད་པས་སྤྱོད་པས་གཡེང་ཆོས་མ་ཡིན་པའི་སྤྱོད་པ་ཁོ་ན་ལ་མགོ་འཁོར་ནས་བསྡད་ཀྱི་ཡོད་རེད་གསུངས་ཏེ། འདི་སུ་རེད་ཟེར་བས་ང་རང་ཚོ་རེད་ད་ལྟ་ཚང་མ་མི་མང་ཆེ་བ་འདི་འདྲ་རེད་ད་ལྟ། ཨོ་དེ་སྟེ་པད་ཉི་ཚ་བོད་སྤྲུལ་རིན་པོ་ཆེ་གིས་ད་སྐྱོན་སྐྱ་ཉང་གཙུག་ལག་རྟགས། སོ་སོ་ལ་སྐྱོན་ཟུག་རུག་ལྟར། ཚང་མ་སྐྱོན་དེ་འདྲ་ཡོད་ང་རང་ཚོ་འདི་བྱེད་ཀྱི་ཡོད་ར། བདག་དང་བདག་འདྲ་རྨོངས་པའི་སེམས་ཅན་རྣམས་སུ་ང་དང་ང་འདྲ་བའི་སེམས་ཅན་མང་པོ་དེ་ནི་མ་རིག་རྨོངས་པས་གིས་རྨོངས་དེ་འདྲའི་དགེ་བ་སྒྲུབ་མ་ཤེས། ཨོ། སྡིག་པ་སྤོང་མ་ཤེས་ཨོ་དེ་འདྲའི་གིས་རྨོངས་པའི་སེམས་ཅན་ང་དང་ང་འདྲ་བ་མང་པོ་ཡོད་ར་དེ་གིས་ཐམས་ཅད་དལ་འབྱོར་སྙིང་པོ་ལོན་པར་བྱིན་གྱིས་རློབས། བསྟན་འབྱུང་མི་ལུས་རིན་པོ་ཆེ་ཐོབ་པ་དེ་སྙིང་པོའི་ཆོས་ཡང་དག་པ་དེ་ཐོབ་པ་ལ་ང་ལ་བྱིན་བྱིན་གྱིས་བརླབས་ཤིག་སེམས་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཚོ་ལ་སྨོན་ལམ་བཏབ་ཀྱི་ཡོད་དེ། ང་ཚོས་སྨོན་ལམ་བཏབ་ཟིན་གི་དེ་སྨོན་ལམ་བཏབ་ཡས་དེ་པད་མ་སྲིན་གནད་འགག་ཆེན་པོ་རེད། སྨོན་ལམ་མ་བཏབ་ན་འགྲིག་གི་མ་རེད་སྐབས་འགར་ལ་ང་ཚོ་གར་སིག་རེད་ད་ང་རང་ས་ད་རྡོ་རྗེ་གདན་དང་གནས་གཙགས་ཆེན་པོ་དེ་ཚོ་ལ་མང་པོ་ཕྱིན་ཚབ་རེད་གུ་རུས་ཀྱི་གནས་རྩ་ཆེན་པོ་དེ་འདྲ་བོད་ལ་ཡོད་རེད་འབྲུག་ལ་ཡོད་རེད་བྲེ་འབྱུང་ལ་ཡོད་རེད་ནེ་པལ་ལ་ཡོད་རེད། ཨོ་དེ་སངས་རྒྱས་ཀྱི་གནས་རྩ་ཆེན་པོ་དེ་འདྲ་ཡོད་རེད་དེ་ཚོ་ལ་བར་འགྲོ་ཐུབ་ན་ཡག་པོ་རེད། ཨོ་དེ་འདྲའི་ལ་བར་བྱེད་ནས་སྐབས་འགའ་ལ་ང་དཔེར་ན་ད་རྒྱ་གར་རྡོ་རྗེ་གདན་ལྟ་བུ་ཞིག་དེ་སྔ་ཁྱོད་ནས་འགྲོ་མ་མྱོང་བ་ཡིན་པ་ཆ་བཞག་རྒྱ་གར་རྡོ་རྗེ་གདན་སྐོར་མང་པོ་ཞིག་གོ་ཚར་རེད། ཨོ་རྡོ་རྗེ་གདན་འདི་ང་མཇལ་མ་མྱོང་ང་མ་གིའི་འགྲོ་གི་ཡིན་མ་གིའི་ལས་གསུམ་ང་སྨོན་ལམ་ཡང་དག་པ་ཞིག་གདབ་གི་ཡིན་སྒོམ་ཡང་དག་པ་ཞིག་རྒྱབ་གི་ཡིན་བསམ་གི་ཡོད་རེད། མ་སྐད་དུ་སླེབས་དུས་གང་ན་ཆོས་ལྡན་རིན་པོ་ཆེའི་སྐུ་འདུག་ལ་དུག་སླེབས་ནས་སྐོར་ར་རྒྱག་ད་སྨོན་ལམ་བཏབ་ཁ་འགྲོ་དུས་སྨོན་ལམ་བཏབ་ཤེས་ཀྱི་ཡོད་མ་རེད་ད། ག་རེ་བཏབ་གིན་ཡོད་ད་ག་ལ་འོང། ཚེ་རིང་བ་འགྱུར་ཅིག། དཔལ་འབྱོར་ལོངས་སྤྱོད་ཕུན་སུམ་ཚོགས་པ་ཡོང་བ་ཤོག་ཅིག། དེ་འདྲའི་ར་ཅིག་མ་རེད་ད་ཡོད་ད་ཆོས་མེད་ཀི་སྨོན་ལམ་དེ་བཏབ་དགོས་ད་རེད། སྟབས་བཞིན་མི་འགྲོ་དེང་སང་སྨོན་ལམ་བཏབ་ཡས་དེ་གལ་ཆེན་པོ་རེད་དེ་བཟང་སྤྱོད་སྨོན་ལམ་ཟེར་དོན་ལྟར་དེ་བཟང་སྤྱོད་སྨོན་ལམ་ནང་ན་འདུག་བ་དེ་ནི་སྤྱོད་འཇུག་གི་སྨོན་ལམ་དོན་སྤྱོད་འཇུག་ལེའུ་བཅུ་པ་དེ་སྨོན་ལམ་རེད་དེ། ད་ག་ན་གཞི་མགོན་པོ་ཀླུ་སྒྲུབ་ཀྱི་སྨོན་ལམ་དེ་འདྲ་ཡོད་རེད་སྔན་མ་གི་སྐྱེས་བུ་དམ་པ་དེ་ཚོའི་སྨོན་ལམ་ནང་ལ་ཁྱེད་ཧང་སང་ཡས་ཀྱི་སྨོན་ལམ་རྩ་ཆེན་པོ་དེ་འདྲ་ག་ནས་བཟོས་རེད་ང། ང་ཚོའི་སྨོན་ལམ་ག་འདྲ་ཡོད་རེད་ང་བདེ་བ་ཅན་དུ་སྐྱེ་བར་ཤོག་ཅིག། ཟངས་མདོག་བེ་རི་སྐྱེ་བར་ཤོག་ཅིག་ཨ་ཙི། གཡུ་ལོ་བཀོད་པར་སྐྱེ་བ་ཞུགས་ཀྱི་པོ་ཏཱ་ལ་རུ་སྐྱེ་བ་ཞུགས་ཀྱི་རྐྱང་རྐྱང་རེ་བ། ཨོ་བླ་མ་དམ་པ་དེ་ཚོ་ནི་བྱང་ཆུབ་སེམས་དཔའ་དེ་ཚོ་ང་དམྱལ་བའི་ཁམས་ལ་སྐྱེ་བར་ཤོག་ཅིག། དམྱལ་བ་ལ་སྐྱེ་བར་ཤོག་ཅིག་གར་བྱེད་ནི། དམྱལ་བའི་སེམས་ཅན་དེ་འདྲས་སྡུག་པོ་ཞིག་མྱང་གི་འདུག་ང་དེ་ཚོ་ལ་རོགས་པ་བྱེད་ཁར་འགྲོ་གི་ང་མ་གལ་སྐྱེ་བར་ཤོག་ཅིག། ད་རྟགས་ཐུག་ས་རེ་བ་མོ་ཚོ་དེ་འདྲས། ནི་སྨོན་ལམ་རྟགས་དང་གོ་ར་ཁ་ཁར་དར། ཨོ་ད་དེ་འདྲས་ད་ངའི་བའི་ནང་ལ་སྐྱེ་བ་ཤོག་ཅེས་ཟེར་མཁན་དེ་འདི་དཀོན་པོ་མ་རེད་དམ། ཨོ་བསམ་བློ་བཏང་སྟངས་དེ་འདྲས་ཡག་པོ་རེད། ཨ་མི་དཀའ་ངལ་མང་པོ་ཡོད་ས་འདུག་སོ་དཔེར་ན་བྱ་རུང་ཁ་ཤོ་ཆོས་ལྡན་ཞང་དུས་སྒང་ལ་དེ་ནས་མ་བྱ་ཚེ་མ་ལ་ཚེས་གསུམ་བཞི་བཅུ་ཡར་ཟེར་ནས་སྨོན་ལམ་བཏབ་སྟངས་དེ་ག་འདྲས་འཛིན་པོ་དང་སོ་བོད་ཀྱི་ལུང་པ་དེ་འདྲའི་མཐའ་འཁོབ་ཀྱི་ལུང་པ་རྣམས་ལ་སེམས་ཅན་དང་དུ་གཅིག་གིས་གཅིག་ལ་གཏུགས་རིང་ངན་ཚད་བྱིན་གྱི་དེའི་ནང་ལ་ཆོས་བྱེད་ཁོ་ཚོ་ཕ་ཚོས་ཁོ་ཚོ་དུས་ཡས་ཀ་ལས་ཁག་པོ་ཡོད་དེ་གས་དེ་འདྲའི་ཆེ་ནང་ལ་སྐྱེ་བ་ཤོག་ཅིག་སེམས་པ་ལ་བདག་དགོས་ཏེ། ང་ཚོ་ག་བ་ག་བ་ཐང་བདེ་ས་ཅིག་ལ་སྐྱེ་བ་ཤོག་ཅིག་བདེ་བ་ཅན་དུ་སྐྱེ་བ་ཤོག་ཅིག་ཡག་རིགས་ཡག་རྩལ་ཅིག་ལ་སྡུག་ག་ལ་སྐྱེ་བ་ཤོག་ཅིག་ག་བ་མ་ལ་བདག་དགོས་ཏེ། འོ་འདི་རེད་ད་བསམ་བློ་བཏབ་བཏབ་སྟངས་ཁོ་རང་དེས་འདྲ་གི་མི་འདུག་བ་དེ་མཚམས་སྨོན་ལམ་བཏབ་ཡས་སྦྱང་དགོས་རེད་དེ། སྨོན་ལམ་བཏབ་ཡན་མ་སྦྱངས་བ་ཡིན་ན་སངས་རྒྱས་གོ་འཕང་ལ་འགྲོ་ཡས་ཀྱི་ལམ་ཁ་གཅིག་ཆད་པ་རེད། གན་ཟེར་ན་ས་བཅུ་ཡོད་རེད་ས་དང་པོ་རབ་ཏུ་དགའ་བ་གཉིས་པ་དྲི་མ་མེད་པ་གསུམ་པ་འོད་ཆེ་བ་ཟེར་དོན་ཡང་རྩེ་ནི་ས་བརྒྱད་པ་ལེགས་ས་བརྒྱད་པ་མི་གཡོ་བ་ས་དགུ་པ་ལེགས་པའི་བློ་གྲོས་རེད། བཅུ་པ་ཆོས་ཀྱི་སྤྲིན་སི་ཏུ་བ། ས་དགུ་པ་ལེགས་པའི་བློ་གྲོས་ག་དུ་ལ་སླད་ཡོང་དུས་གང་ལ་ཐབས་སྟོབས་སྨོན་ལམ་ཡེ་ཤེས་སི་ཏུ་རེད། སྦྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ས་དྲུག་དེ་སླད་པ་རེད། དེ་ནས་དྲུག་ནི་བདུན་བརྒྱད་དགུ་བཅུ་ཟི་ཤིད་བར་ཐབས་སྟོབས་སྨོན་ལམ་ཡེ་ཤེས། འོ་སྨོན་ལམ་སེང་གེ་དེ་ས་བགོ་བ་ལ་ལས་དུས་གང་ན་དེ་སྔ་བྱིས་པ་སོ་སོའི་སྐྱེ་བོ་ལ་སྐྱེ་བ་ལེན་ཚེ་གང་བུའི་སྐབས་ལ་སོ་སོས་སྨོན་ལམ་བཏབ་བས་ན་སྨོན་ལམ་ཡོངས་རྫོགས་དེ་དེ་དུས་གྲུབ་འགྲོ་བས་ཐབས་སྟོབས་སྨོན་ལམ་ཡེ་ཤེས། ས་བཅུ་བ་ཆོས་ཀྱི་སྤྲིན་ལས་དུས་གང་ན་ཡེ་ཤེས་མངོན་དུ་གྱུར་པར་ཏེ། དེ་སངས་རྒྱས་ལ་ཆགས་སོང་བ་རེད། དེང་སང་སྨོན་ལམ་འདི་དུས་གྲུབ་ཀྱི་འདུག་ཨ། སྨོན་ལམ་བཏབ་ཡས་དེ་གལ་ཆེན་པོ་རེད། དེང་སང། རྩ་བབ་སྒྲུབ་རིན་པོ་ཆེ་གི་འཇུག་དེ་དལ་འབྱོར་རྙེད་པར་དཀའ་བའི་ཁྲིད་བཤད་ཡོང་དུས་གང་ན་དལ་འབྱོར་རྙེད་པར་དཀའ་བའི་ཁྲིད་དེ་ད་དེ་རེད་དེ་རྫོགས་བ་རེད། རྫོགས་དུས་གང་ན་འཇུག་དེ་སྨོན་ལམ་ཇི་ལྟ་བར་དལ་བ་ཐོབ་ཀྱང་སྙིང་པོའི་ཆོས་ཀྱི་དབུས། ཆོས་སྒོར་ཞུགས་ཀྱང་ཆོས་མིན་ཆོས་པའི་དབྱིངས་བདག་དང་བདག་འདྲ་རྨོངས་པའི་སེམས་ཅན་རྣམས་དལ་འབྱོར་སྙིང་པོ་ལོན་པར་བྱིན་གྱིས་རློབས་ཞེས་གསུངས་པ་ཇི